རྩ་འཁོར་ཐམས་ཅད་ཀྱི་རྩ་འདབ་དང་དེ་ནས་རྩ་འཁོར་ཐམས་ཅད་ཀྱི་རྩ་འདབ་ཀྱང་ན་གང་ཅིའི་བུ་གའི་གཞི། རྩ་ཡི་གཙོ་བོ་དག་ད་དང་བགེགས་ཀྱི་གཏུམ། མདོ་དགུ་ན་འདྲ་ཡང་ན་རྩ་ཡི་གཙོ་མོ་ཉི་ཤུ་རྩ་བཞི་ཟེར་ན་འདྲ་དེ་ཡང་ན་མ་བསྡུས་ཡོང་བ་ཡིན་ན་རྩ་ཡི་གཙོ་མོ་གསུམ། དེ་འདྲ་རེད་གསུང་བ་རེད་རྩ་ཡི་གཙོ་མོ་གསུམ་དེ་ཡང་ན། རྩ་བ་དེ་ནི་རྩ་དབུ་མ་རང་ལས་བྱས་པ་དེ་འདྲ་ཅིག་ཡིན་དགོས་པ་རེད། རྩ་དེ་དག་གི་གཙོ་བོ་ནི་འཁོར་ལོ་བཞི་ཡི་རྩ་འདབ་བརྒྱ་ཉི་ཤུ་ཡིན་ལ་གཟུངས་འདི་ནི་དང་དེ་ནི་གཟུངས་བསྡུ་བ། དེ་ཡི་འདུ་དེ་ལ་དག་གོང་དེ་ནི་དེ་ནི་དག། དག་རྩ་སྟོང་ཕྲག་བདུན་ཅུ་རྩ་གཉིས་ཟེར་ན་ཆོག་འདུག་དག་དེ་ཚོ་ཐམས་ཅད་ཀྱི་དེ་ནི་གཙོ་བོ་ཟེར་ན་དག་དེ་ཚོ་ཐམས་ཅད་དེ་ཡང་རིམ་པ་བཞིན་དུ་མ་ཕྱིས་ནི་འགྲོ་གི་ཡོད་རེད་དང། ལུས་ཀྱི་རྩ་དེ་ཚོ་ཐམས་ཅད་དག་པས་ན་ངེད་ཀྱི་ཟབ་མོ་ནང་དོན་གྱི་དེ་ནི་རྩ་ཡི་ལས་ཡུལ་གྱི་སྐབས་སུ་ཡིན་ན་དག་དེ་ཚོ་ཐམས་ཅད་དེ་མ་ཕྱིས་པ་ཟེར་ནས་གཏོང་གི་ཡོད་རེད་བ་དག་དང་པོ་དེ་ནི།

འཁོར་ལོ་ཐམས་ཅད་དུ་ཐོག་ཐམས་ཅད་ཀྱི་དེ་ནས་འཁོར་ལོ་རེ་རེ་ལས་ཀྱང་ནི་རྩ་མང་པོ་བྱེད་པ་རྩ་རེ་རེ་ལས་ཀྱང་ནི་དེ་ལས་ཡང་དེ་ནི་དེ་འདྲའི་ཟེར་ན་མ་བགྱིས་དེ་ནི་དེ་ནི་ད་ལྟ་ངེད་ཀྱི་རྡོར་བརྒྱུད་ཀྱི་ལུས་འདི་ལ། དེ་ནི་ད་རྩ་ཟེར་བ་ཕྲག་གསུམ་དང་སྲས་གསུམ་དུ་བ་ད་དེ་འདྲ་ཀྱི་དེ་ནི་རྩ་ཡི་རྣམ་གྲངས་མང་པོ་དེ་ཡོད་པ་རེད་གསུང་བ་རེད་ད་དེ་འདྲ་ཀྱི་རྣམ་གཞག་དེ་ཀྱི་དེ་ནི་རྟའང་དུ། ད་རྩ་སྟོང་ཕྲག་བདུན་གྱི་རྩ་གཉིས་པོ་དུ་ཐོག་ཐམས་ཅད་ཀྱི་གཙོ་བོ་ཟེར་ན་འདྲ་དུ་སོགས་ཀྱི་བྱེད་ཀྱི་ཟེར་ན་འདྲ་དེ་ག་རེ་རེ་བྱས་ནས་རྩ་ཡི་རྩ་ཡི་འཁོར་ལོ་བརྒྱད་ཡི་རྩ་འདབ་བརྒྱ་དང་ཉི་ཤུ་ཡིན་ལ་གསུང་བ་རེད། བར་པའི་རྩ་འཁོར་བཞི་ཨ་ཟེར་ནས་ཤེས་ཡོན་དུ་སྟོད་ལ་དེ་ནས་སྤྱི་བོ་བདེ་ཆེན་གྱི་འཁོར་ལོ་མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ་སྙིང་ག་ཆོས་ཀྱི་འཁོར་ལོ་ལྟེ་བ་སྤྲུལ་པའི་འཁོར་ལོ་ཟེར་དེ་ན་དག་འཁོར་ལོ་བཞི་དེ་དེ་ལ་བཤད་ཀྱི་ཡོད་རོ། བཤད་ཀྱི་ཡོད་པ་རེད་དེའི་ནང་ནས་ད་དང་པོ་སྤྱི་བོ་བདེ་ཆེན་གྱི་འཁོར་ལོ་ལ་རྩ་འདབ་མ་སུམ་ཅུ་སོ་གཉིས་ཡོད་གསུང་བ་རེད་ལ། སྤྱི་བོ་སྤྱི་བོ་གི་རྩ་དེ་ལ་དེ་ནས་རྩ་འདབ་སུམ་ཅུ་སོ་གཉིས། ད་དེ་འདྲ་ན་དེ་ནས་ད་འདི་གི་བྱི་ཏང་དེ་ལ་སྤྱི་ཏང་ནས་དེ་ནས་ད་རྡོར་གྱི་འཕོ་བ་ལ་སོགས་པའི་སྐབས་ནས་སྐྱེས་པའི་གི་དེ་ནས། ད་ལྟར་གྱི་ཙག་གི་བྱེད་སྟངས་དང་ཡང་ན་དེ་ནི་དུས་འཁོར་གྱི་སྐབས་ནས་བཤད་པའི་གི་ཙག་གི་བྱེད་སྟངས་ལ་སོགས་པ་རྩ་འཁོར་དུ་སོགས་ལ་ཅུང་ཟད་དོན་འདྲ་ཚད་ནས་བྱེད་པར་ཡོད་བསྡད་པ་དེ་འདྲ་འདྲ་ཅིག་རེད། རེད་དེ་ཡང་ད་འདིའི་སྐབས་སུ་དེ་ནི་གསུང་བ་ད་དེ་ཟེར་པ་ཡིན་ན། ད་སྐྱོ་བོ་ལ་རྩ་འདབ་སུམ་ཅུ་སོ་གཉིས་ཡོད་གསུང་བ་ལས་ད་རྩ་འདབ་སུམ་ཅུ་སོ་གཉིས་དེ་དེ་ནི་སྐྱོ་བོ་གི། སྐྱོ་བོ་འདྲ་ལ་ཆ་རྒྱག་པ་ཡིན་ན་མདུན་རྒྱབ་གཡས་གཡོན་གཉིས་ལ་རྩ་རེ་རེ་རེ་རེ་གྱིས་དེ་རེ་རེ་ལ་གསུམ་རེ་གསུམ་རེ་གྱིས། དེ་ནི་དུས་ཀྱི་དབུ་མ་ལ་གསུམ་རེ་དང་གཡས་གཡོན་གཉིས་ལ་འདབ་མ་རེ་རེ་ལ་གཉིས་རེ་གྱིས་འདི་དུ་རོགས་ཟེར་འདུག་དེ་ལ། ད་ལྟ་ཀྱི་དེ་ནི་དག་གཡས་གཡོན་དུ་འཇབ་བྱེད་ལ་རྩ་བ་བཞི་འོག་ལ་མར་ནི་དེ་རེ་རེ་རེ་རེ་ལ་དེ་ནི་དག་རྩ་བདུན་རེ་འདི་སེ་གོ་གི་འདུག་བ་དེ་འདྲ་ཅིག་བྱེད་ཀྱི་ཡོད་རེད་དེ་འདུག་དེ་ལ་དེ་ནི་བདུན་གྱི་ཉི་ཁི་རྩ་བརྒྱད་བདུན་གྱི་ཉི་ཁི་རྩ་བརྒྱད་དེ་གི་སྟེང་དེ་ནི་མར་རྩ་བ་གི་རྩ་འདབ་བཞི་དེ་ནི་འདི་དེ་ལ་སུམ་ཅུ་སོ་གཉིས་ཟེར་ནི་དག་དུ་རུག་ཟེར་ནི་བཤད་ཀྱི་ཡོད་རེད། ད་དེའི་དོང་དང་འདྲ་དེ་ག་རེ་རེད་ཟེར་ན་ད་སྐྱོ་བོ་ནི་ཡག་ཏུ་རོགས་ཟེར་དེ་ནི་རྩ་དབུ་མ་ཡག་སོང་དེ་ནི་དབུ་མའི་ཡས་ཡོང་གཉིས་ལ་རོགས་རྐྱང་གཉིས་ཡོད་མ་རེད། དེ་འདྲ་ཡོད་དུས་དེ་ལ་ད་དེ་གི་རོགས་རྐྱང་གཉིས་གི་དེ་ནི་ད་སྐྱོ་བོ་གི་སྐྲ་བ་གི་སྨིན་མཚམས་གི་ཐད་ཀ་གི་དེ་ནི་མཐོང་ཡོང་དུས་དེ་ལ་དེ་ནི་ད་ད་ལྟ་གི་དབུ་མ་ལ་དེ་ནི་མདུན་དུ་དུ་རོགས་ཟེར་ནི་རྩ་ར་ལ་བཏེགས་ཕར་གྱི་གཡས་ལ་བཅེག་གཡོན་ལ་བཅེག་རོགས་ཟེར་རྒྱབ་ལ་བཅེག་ཟེར་དེ་ནི་ད་ར་ལ་གཡས་གྱིས་དེ་ཡོད་མ་རེད། དེ་འདྲ་ར་ལ་གཡས་གྱིས་འདུག་དུས་དེ་གི་ར་ལ་གཡས་དེ་གི་དེ་ལ་དེ་ནི་ད་ར་ལ་རེ་རེ་གི་མགོ་ལ། ཨ་དེ་འདྲ་བྱས་དེ་ནས་ཁོ་གཡས་གཡོན་སྡོད་སོགས་ཐམས་ཅད་ལ་ཚོར་ཅིག་ཁོ་རེ་རེ་ལ་ར་ལ་རེ་རེ་བར་བཅིངས་དུས་དེ་རེ་རེ་གི་མགོ་ལ་རོགས་ཟེར་དེ་ནས་དེ་ནི་ད་ར་ལ་གསུམ་རེ་གསུམ་རེ་བཅིངས། དེ་འདྲ་ཅིག་ཡོད་རེད། དེ་རོགས་ཟེར་ནས་ཡོང་བ་འདུག་དེ་ལ་ད་དེ་གི་དེ་ནི་ར་ལ་གསུམ་རེ་གསུམ་རེ་གི་དེ་གི་དཀྱིས་མ་གི་ར་ལ་དེ་ལ་གསུམ་གཅིག་གཡས་གཡོན་གི་ར་ལ་གཉིས་དེ་ལ་གཉིས་རེ་གཉིས་རེ་གཅིག་ཡོད་ཅིག་ན། ད་གཅིག་གི་གསུམ་དེ་དང་གཡས་གཡོན་གཉིས་ཀྱི་གཉིས་རེ་གཉིས་རེ་དེ་ཡར་སྣང་དུས་བདུན་རེ་འགྲོ་གི་འདུག་བ། དེ་ཟེར་དུས་ད་བདུན་གི་རྩ་བ་དེ་འདྲ་ཁ་ཅིག་ར་དེ་ནི་རྩ་གི་ཐོ་རངས་ལ་དེ་ནི་དོན་དག་ནི་དེ་གི་རྩ་བ་ར་ལག་དེ་རྩི་ཡོང་བ་ཡིན་ན་རྗེས་འདྲ་ཅིག་ཡོད་དེ་ཡོད་རེད་དེ་འདྲ་ཅིག་གི་གཡས་གཡོན་བདུན་བརྒྱ་བསྲེས་ན་རྩི་ཡིན་ན་སུ་འདྲི་ཟོ་གི་རེད། དེ་ནི་དེ་ནང་གི་རྐྱེན་གི་དེ་ནི་མགྲིན་པ་འདྲ་མཁའ་སྤྱི་ར་དེ་ནི་རྩ་བ་གི་རྩ་འདབ་བཞི། དེ་རེ་རེ་རེ་རེ་ལ་བཞི་རེ་བཞི་རེ་གྱིས་ཡིན་དུས་དེ་ལ་བཞི་བཞི་བཅུ་དྲུག། སྙིང་ག་འདྲ་མཁའ་སྤྱི་ར་སྙིང་གི་གི་རྩ་འདབ་དེ་ལ་ཐད་ཀ་དེ་ནི་སྙིང་གི་གི། ད་རྩ་བ་མ་ལས་སོགས་སོ་སོ་ལ་དུ་རུག་སོང་ནས་སོགས་ཀྱི་མཚམས་ཀྱི་ལ་དེ་ནི་རྩ། རེ་རེ་རེ་རེ་བར་གྱིས་འགྲོ་དུས་དེ་ལ་དེ་ནི་དེ་གི་རྩ་འདབ་བརྒྱད། ནི་ལྟེ་བ་འདྲ་རང་ཁ་ཅིག་ར་རྩ་འོད་ཀྱི་དེ་ནི་རྩ་འདབ་བཞི་བྲིས་ཏེ་རེ་རེ་ལ་གསུམ་རེ་གསུམ་རེ་གསུམ་རེ་དུ་རོ་བཟོས་ན་ནི་ལྟེ་བ་ཀྱི་རྩ་འདབ་བཞི་དེ་ལ་གསུམ་རེ་གསུམ་རེ་གཅིག་ཡིན་ན་དེ་ནི་བཅུ་གཉིས་རེ་འདུ་བ་དེ་ལ་འཕོ་ཆེན་བཅུ་གཉིས་ཀྱི་རྩ་ཟེར་གྱི་རེད། དེ་ཀྱི་བཅུ་གཉིས་དེ་ཀྱི་སྟེང་ན་དག། རེ་རེ་ལ་དེ་ནི་གསུམ་རེ་གསུམ་རེ་གསུམ་རེ་དུ་རོ་བཟོས་ན་བཞི་ཚོ་བ་ཡིན་ན། ད་ལྟ་དག་གི་དགུ་གི་བཞི་དེ་ལ་དེ་ནི་བཞི་གསུམ་བཅུ་གཉིས་བཅུ་གཉིས་རེ་ཡོང་གི་འདུ་བ། ང་བཅུ་གཉིས་དེ་ལ་རེ་རེ་ལ་ལྔ་རེ་ལྔ་རེ་བཅིངས་འགྲོ་དུས་དེ་ལ་དེ་ནི་སྤྲོད་སྐྱ་རྩ་གྲུབ་ཀྱི་རེ་བཞི་ཟེར་དེ་ནི་དག་རྩ་གི་ནང་ན་གྲུབ་ཀྱི་རེ་བཞི་ཟེར་ནི་ཡོད་རེད། ད་ག་འདྲ་དུ་སོ་ཐམས་ཅད་དེ་དག་དཔེ་རིས་ནང་ནས་དེ་བཞག་པ་ཡིན་ན་དེ་ནི་ཁ་སིལ་བོ་ཟེར་ན་ཧ་གོ་རྒྱུ་ཡོད་པ་དེ་འདྲ་ཅིག་རེད་འདུག་ད་དེ་མིན་ན་དེ་ནི་ཡང་ཅིག་ངར་ཁུག་ནི་ཤེད་ཅིག་རྐྱང་རྐྱང་ཅིག་གི་ཡང་ཅིག་བློ་ངོ་ལ་འཁྱར་པོ་འདྲ་ཅིག་དག་རྣམ་པ་དེ་བློ་ངོ་ལ་ཡག་པོ་ཤར་གྱི་འདྲ་ཅིག་དེ་ཅིག་དཀར་པོ་འདྲ་ཅིག་ཡོད་རེད། ད་དེ་འདྲ་ཡོད་རེད་ཨ་ཨེ་སོགས་ཀྱི་དེ་ནི་བྱེད་སྟངས་དེ་ལ་ཡང་ཅིག་རྒྱུད་སོ་སོ་གི་སྒོ་ནས་ཅུང་ཟད་ཅུང་ཟད་མི་འདྲ་བ་ཡང་ཡོད་རེད།

བརྒྱ་དང་ཉེར་བཅུ་དང་རབ་བརྒྱ་དང་ཉེར་བཅུ། འོ་དོ་རོགས་ཟེར་འདུག་དེ་ལ་དེ་ནི་འདི་ན་རྩ་དེ་དག་གི་གཙོ་བོ་ནི་འཁོར་ལོ་བརྒྱད་ཡི་རྩ་འདབ་བརྒྱ་དང་ཉེར་བཅུ་ཡིན་ལ་གསུངས་རྒྱུ་དེ་ད་དེ་ཏག་ཏག་དེ་མི་ཟེར་ན་འགྲིག་གི་འདུག་ལོ། ད་དེ་ཧ་གོ་སོང་ང། ལྟེ་བ་གི་དྲུག་ཅུ་རེ་བཞི་རེ་དྲུག་ཅུ་རེ་བཞི་གི་ཐོག་དེ་ནི་མ་ར་དེ་ནི་སྙིང་ག་གི་མ་བརྒྱད་དེ་སྣང་རྒྱག་པ་ཡིན་ན་བདུན་ཅུ་དོན་གཉིས་ལ་འཇོག་འགྲོ་གི་འདུག་བ། བདུན་ཅུ་དོན་གཉིས་གི་ཐོག་དེ་ནི་མ་ར་སྙིང་ག་གི་བརྒྱད་དེ་སྣང་རྒྱག་ན་བརྒྱ་ཅུ་ཏག་ཏག་ལ་འཇོག་འགྲོ་གི་འདུག་བ། རྒྱལ་ཕྱོགས་ཀྱི་སྟེང་དེ་ནས་མ་ར་མགྲིན་པ་ཀྱི་བཅུ་དྲུག་དེ་སྣང་བརྒྱད་པ་ཡིན་ན་དགུ་བརྒྱ་གོ་དྲུག་ལ་འགྱུར་རུང་དུ། དགུ་བརྒྱ་གོ་དྲུག་གི་ཐོག་ལ་སུམ་ཅུ་སོ་བཞི་དེ་སྣང་དུས་ད་བཞི་དེ་ཡང་སྣང་བརྒྱད་པ་ཡིན་བཞི་དེ་ཡང་སྣང་བརྒྱད་པ་ཡིན་ན། དེ་རེད་དེ་གོ། ངོ་ཚ་མ་རེད། ཡང།

ཡིད་བཏང་དེ་ནི་སྙིང་ག་དེའི་ནང་ཡང་ལྔ་བརྒྱ་ང་བརྒྱད་རེད་འགྲོ་བ། ལྔ་བརྒྱ་ང་བརྒྱད། ཨང། ད་སྐྱེ་བོ་དང་འདྲེན་པ་དེ་སྙིང་ག་ཟེར་དུས་ལྔ་བརྒྱ་ང་བརྒྱད་ཅི། ད་ལྔ་བཅུ་ང་བརྒྱད་ཀྱི་ཁ་དེ་ནས་མ་ར། ལྔ་བཅུ་ང་བརྒྱད་ཀྱི་ཁ་དེ་ནས་མ་ར་ད་ལྟེ་བ་གི། ལྟེ་བ་སྤྲུལ་སྐུ་འཁོར་ལོ་རྩ་འདབ་མ།

སྐྱོ་བོ་ལྔ་མི་བསད་མི་ལ་སོགས་པ་ཀུ་དེ་ནི་གནས་ཉི་ཤུ་རྩ་བརྒྱད་ཀྱི་རྩ་དེ་རེད་གསུང་བ་རེད་ད་གནས་ཉི་ཤུ་རྩ་བརྒྱད་འདི་སྲིད་ཀྱི་གནས་ཉི་ཤུ་རྩ་བརྒྱད་ཟེར་དེ་ནི་བདེ་མཆོག་འཁོར་ལོ་ཀུ་དེ་ནི་ད་གནས་ཉི་ཤུ་རྩ་བརྒྱད་དེ་ཉིད་ཀྱི་ཀུ་སྐྱི་སྟོང་འགོག་གི་དེ་ནི་གླིང་གཞི་བཤད་པའི་སྐབས་སུ་ཡང་ནི་དོན་དུ་སྲིད་གསུམ་གྱི་འདུ་བ་དུས་ཀྱི་གནས་ཉི་ཤུ་རྩ་བརྒྱད་ཀྱི་རྩ་ཉི་ཤུ་རྩ་བརྒྱད་ཡོད་རེད་ད་འདི་ལ་སྲིད་ཀྱི་གནས་ཉི་ཤུ་རྩ་བརྒྱད་དང་ནང་གི་གནས་ཉི་ཤུ་རྩ་བརྒྱད་ཟེར་དེ་ནི་དོན་དུ་སྲིད་ནི་བརྒྱད་ཅུ་ཡོད་རེད། དེའི་ནང་ནས། ང་དཔེར་ན་དེ་ནས་ག་རེ་རེད་ཟེར་དུས་དེ་ལ་དག་སྣེ་གཉིས་ཀྱི་རྩ་བརྒྱུད་ཀྱི་རྩ་སྟེགས་ཀྱི་ནང་ནས་དེ་ནས་སྤུ་ལོ་ར་ནི་མི་བསད་མ་སྲོག་དང་སྲིན་མོ་འབར་བར་གྱུར་སོང་ནས་དག་སྤུ་ལོ་ར་མ་བསད་འདོད་ཀྱི་དེ་ཡིན་རྒྱུ་དེ་འདི་ནི་སྤུ་ལོ་ར་མ་བསད་ཀྱི་འདྲ་འབར་བ་འཛིན་བསད་ཀྱི་འདྲ་ཨོ་རྒྱན་མཛད་སོང་ནས་འདྲ་དེ་ནང་བཞིན་ཅན་གྱི་དེ་ནས་ཨ་བུ་ད་མཛད་སོང་ནས་འདྲ་སོགས་ཐམས་ཅད་ལྟེ་གནས་གཉིས་ཀྱི་རྩ་བརྒྱུད་སྟེགས་ཀྱི་གནས་རེད།

མ་མ་འཛིན་པ་ཁྲ་སོགས་མ་དེ་བཞིན་སྐྲ་དང་ཁ་སྤུ་འབར་བ་བསིལ་དུས། ཨ། འདི་ཀི། འདི་ཀི། རྩ། ནང་གི་གནས་འབར་བ་འཛིན་པ་ཟེར་གྱི་དེས་ན་དེ་ནི་རྩ་ཁྲ་སོགས་མ་ཡོད་རེད། ད་རྩ་ཁྲ་སོགས་མ་ལས་ག་རེ་འབར་པོ་ཡོད་རེད་ཟེར་དུས་སྐྲ་དང་ཁ་སྤུ་འབར་པོ་ཡོད་རེད། དེ་ནི་ནང་གི་གནས་ཨོ་རྒྱན་དེ་ལ་དེ་ནི་རྩེ་བ་མ་གནས་དེ་ཡོད་རེད་དེ་གི་ནང་ནས་དེ་ནི་པགས་པ་དང་དྲི་མ་འབར་པོ་ཡོད་རེད་གསུངས་དོན་ནི་ད་འདི།

ད་དེ་ནས་ད་དེ་འདྲ་བ་ཀི་དེ་ནས་གནས་གཉིས་ཀི་རྩ་བརྒྱུད་དེ་ནང་གི་དེ་ནས་ལུས་ལ་རྒྱལ་རང་འདུག་དེ་ལ་ལུས་ཀི་གནས་གང་དང་གང་ན་ལ་ངོས་འཛིན་མགོ་རུ་འཛིན་དུ་མི་སེར་མ་ནི་མགོ་བོ་མི་སེར་མི་སེར་མ་ནི་མགོ་བོ་ལ་གནས་ཏེ་སེར་མོ་དང་སོགས་འབྱུང་བའོ་གསུངས་དེ་ནས་ད་འདི་བགྱིས་རྡོར་གི་བཀའ་འགྲེལ་མ་དག་འཁྲུངས་བ་དེ་གི་ནང་ལོགས་ལ་ད་རིམ་པ་བཞིན་དུ་དེ་ནས་ཡང་ཅིག་ལུས་ཀི་གནས་ངུ་སྐད་ཀི་དཔེ་ན་བ་ཀ་དེ་ནས་སྤུ་ལུ་ར་ནི་མི་སེར་མ་སོགས་དང་སེར་མོ་འབར་བ་རྒྱུ་ཟེར་རྒྱུད་ཀི་ནང་ནས་ཤེས་འདུག་འོ་ན་སྤུ་ལུ་ར་མ་ཟེར་རྒྱུ་དེ་ད་ལུས་ཀི་ནང་ལུས་ཀི་སྟེང་གི་སྤུ་ལུ་ར་མ་ཀི་གནས་དེ་ག་རེ་རེད་ཟེར་འདུག་དེ་ལ་མགོ་བོ་ལ་རྫོ་རྗེ་རེ་ཟུང་འདུག་ནས་དེ་ནས་སྤྱི་ཚོགས་སྤུ་ལི་ར་མ་ཟེར་ནས་དེ་ནས་ཟེར་ནས་ཤེས་ཡོང་གི་རེད་ད་དེ་ངུ་སྐད་ཀྱི་ངུ་མ་འདི། འཁྲུ་ནག་འཁྲུ་ནག་གི་དེ་འདྲ་གི་ཀོར་དེ་སོགས་གི་ནང་ལོགས་ལ་དེ་ནས་ད་ལྟ་ངུ་སྐད་ཀྱི་སྤུ་ལི་ར་མ་ཟེར་སོང་ནི་འདྲ་དེ་ནས་དེ་ན་རྗེ་ཅན་གྱི་ཨོ་རྒྱན་ཟེར་སོང་ནི་འདྲ་ཨ་བུ་ད་ཟེར་སོང་ནི་འདྲ་དེ་འདྲ་མང་པོ་ཅིག་དོང་ཡོང་གི་འདུག་བ་ད་དེ་ག་རེ་རེད་ཟེར་དུས་དཔའ་བོ་དང་དཔའ་མོ་ཐམས་ཅད་འདུ་བ་གི་གནས

པའི་ཟས་རིགས་དང། རྐང་འདྲ་མི་དག་འབྱུང་བ་དེ་གི་ནང་ལོགས་ལ་མི་བསད་མ་ནི་མགོ་བོ་ལ་གནས་ཏེ་སྲིན་མོ་དང་སོགས་འབྱུང་ངོ་ཕྲ་ཚོགས་མ་ནི་སྤྱི་ཚོགས་ན་གནས་ཏེ་སྐྲ་དང་ཁ་བ་འབྱུང་བའོ་བཟང་མོ་ནི་རྣ་བ་གཡས་ན་གནས་ཏེ་པགས་པ་དང་དྲི་མ་འབྱུང་བའོ་གསུངས་དོན་ནི་དག། འདི་གི་ཟས་ལས་དེ་སོགས་ནི་ཚང་མ་གཅིག་པ་རེད་ནོ་སྙིང་དེ་སོགས་དེ་ཡི་ཟས་དེ་ཡི་ཟས་དེ་རོ་ཟེར་དོན་ནི་དག། རྒྱ་གཞུང་དང་རྒྱུད་དེ་སོགས་ཐམས་ཅད་ཀྱི་གསུང་སྟངས་དེ་ལ་མི་འདྲ་བ་ཁྱད་པར་ཅུང་ཟད་ཙམ་རེ་སྟོན་ན་ཟེར་ནི་ཡོང་གི་འདུག། དེ་འདུག་དེ་ལ་དུ་སོགས་ཐམས་ཅད་དེ་ལྟ་བདེ་མཆོག་དང་ལྗིད་རྡོར་གྱི་རྒྱུད་དུ་སོགས་ཐམས་ཅད་ཀྱི་ནང་ནས་ད་དུ་རོ་ཟེར་ནས་ཡོང་གི་ཡོད་པ་རེད་གསུང་བ་རེད་གནས་ཉི་ཤུ་རྩ་བཞི་དང། གསུང་བ་རེད་གནས་ཉི་ཤུ་རྩ་བཞི་ཅོག་ལ་སོགས་པ་གི་གནས་ཉི་ཤུ་རྩ་བཞི། ལུས་ཀྱི་གནས་ཉི་ཤུ་རྩ་བཞི་གི་དེ་ནས་རྩ་ཉི་ཤུ་རྩ་བཞི་དང་མི་སྲེད་མ་དང་ཕྲ་སོགས་མ་ལ་སོགས་པ་གི་དུད་འགྲོ་གི་དེ་ནས་རྩ་ཉི་ཤུ་རྩ་བཞི་སྟེ་དེ་ལས་བྱས་པ་རེད་དེ་གཙོ་བོ་རེད་གསུང་བ་རེད། སྡོམ་འབྱུང་བས། ཉེ་ཤུ་ལྷག་པོ་རྒྱ་ཡིན་ན་རྩ་ཡི་གཙོ་བོ་བརྗོད་པར་ཟ། རྩ་ཡི་སྣེ་དང་ཡོར་རྣམས་ནི་ཉེ་ཤུ་རྩ་བཞིའི་གྲངས་ཡིན་ཏེ། དེ་ན་འུ། དེ་ན་འུ་ན་རྩ་གསུམ་ནི་སྟེང་དང་ཀུན་དུ་འགྲོ་བའོ་ཞེས་དང། བདེ་མཆོག་སྡོམ་པ་འབྱུང་བ་ཀྱི། རྒྱུད་དེ་གི་ནང་ལོགས་ནི། ཉེ་ཤུ་ལྷག་པོ་རྒྱ་ཡིན་ན་རྩ་ཡི་གཙོ་བོ་བརྗོད་པར་ཟ་གསུངས་འདུག་དེ་ལ་དག་རྩ་ཐམས་ཅད་ཀྱི་གཙོ་བོ་དེ་ག་རེ་འོ་རེ་ཟུར་དུ་རྒྱ་དང་ཉེ་ཤུ་ཡོད་རེ་གསུངས་འདུག་ནས་དེ་གསུངས་པ་དང།

བོད་མི་ཚེ་ནས་སོང་བ་རེད། དེ་ཡིན་དུས་དེ་ལ་ད་འགྲིག་གི་དེ་ནི་རྩྭ་ཡི་སྣེ་ཉི་ཤུ་རྩ་བཞི་དང་སྒྱེར་བ་ཀི་ད་སྡོམ་རྐྱང་རང་གི་ནང་ན་འདུག་གི་རྩྭ་དེ་དང་ན་སྣེ་ཉི་ཤུ་རྩ་བཞི་སྦྱར་ནས་ཤིས་རྒྱག་པ་ཡོད་རེད། རྩྭ་ཡི་སྣེ་དང་ཡོད་ན་ནི་ཉི་ཤུ་རྩ་བཞི་གྲངས་ཡིན་ཏེ་དེ་ན་དབུས་སུ་རྩྭ་གསུམ་ཀ་ཐམས་ཅད་ཁྱབ་ཅིང་བསྟན་པ་འོ་འོ་གསུངས་དེ་ནས་ད་རྩྭ་ཡི་གཙོ་མོ་དོ་སོ་ཐམས་ཅད་དེ་སྣེ་དང་ཡོད་ལ་སྦྱར་ཡོང་བ་ཡིན་ན་ཉི་ཤུ་རྩ་བརྒྱད་འོ་རེད། དེ་ཐམས་ཅད་ཀི་དབུས་སུ་རྩྭ་ཡི་གཙོ་མོ་སོ་འདི་དུ་རོགས་སེ་སྣེ་དེ་ཡོད་རེད། ད་ཉེ་ཁེ་ཙག་གི་དེ་ག་རེ་རེད་ཟེར་ཏེ་མགོ་བོ་སྤོ་ལོ་རང་ཡིན་ཏེ་སྲོག་དང་སེན་མོ་འབབ་པ་ནས་སྤྱི་ཚོགས་འཛའ་ལིང་ལྟར་རག་སྟེ་སྐྲ་དང་སྤོ་ལོ་འབབ་པ་ནས་ཨོ་རྒྱན་རྣ་བ་གཡས་པ་དེ་པགས་པ་དང་ནི་དྲི་མ་འབབ། མགོ་དེ་ཨ་བུ་ལྟར་ཡིན་ཏེ་ཤ་ནི་ཡང་དག་འབབ་པ་ཙག་མགོ་འདར་བ་རང་རྣ་བ་ཡོང་ངོ་སོང་ནི་ནི་དང། ད་ལྟ་འགས་ཀྱི་འདི་ཚོགས་ཐམས་ཅད་ཀྱི་ནང་ནས་དཔེ་རྣམས། སྤོ་ལོ་ར་མ་མཛེས་སོང་ནི་འདྲ་འདྲ་འཛའ་ལིང་ལྟར་ར་མཛེས་སོང་ནི་འདྲ་འདྲ་ཨོ་རྒྱན་མཛེས་ནི་འདྲ་ཨ་བུ་ལྟར་མཛེས་སོང་ནི་འདྲ་མགོ་འདར་བ་ར་མཛེས་སོང་ནི་འདྲ་ར་མི་ཤོར་ར་མཛེས་སོང་ནི་འདྲ་འུ་སོགས་ཐམས་ཅད་དེ།

དེའི་སྐབས་སུ་ཡང་ན་དེ་ནི་དཔའ་བོ་དང་རིག་འཛིན་ཐམས་ཅད་དེ་གནས་ཉོན་ཅིག་སྟག་གི་ལ་སོགས་པོ་གི་གནས་སུ་དུ་རུ་ཟེར་དེ་ནི་ད་འདོད་ཞིང་གསུངས་འདོད་ཞིང་དེ་ནི་མ་རྒྱུད་ཀྱི་རྒྱུད་དེ་ཚོ་ཐམས་ཅད་མཆན་ཉིད་བྱེད་པ་ལ་སོགས་པ་དེ་འདྲ་ཟེར་གྱི་ཡོད་རེད་ཡ་དེ་ནི་མ་རྒྱུད་ཀྱི་བསྟན་པ་འདི་མདོར་ན་སངས་རྒྱས་ཤཱཀྱ་ཐུབ་པ་ཀྱི་བསྟན་པ་འདི་འཇིག་རྟེན་གྱི་ཁམས་འདི་ནི་དེ་འདྲ་ཟེར་ན་བསྟན་པ་འདི་མགྱོགས་རྫོགས་སོང་བ་ཡིན་ནའི་ཡང་ན་དེ་ནི་ད་ནི་ནི་གསང་སྔགས་མ་རྒྱུད་ཀྱི་བསྟན་པ་དེ་ནུ་གི་མ་རེད་གསུངས་དེ་ནི་ད་དེ་ཉིད་ཤེས་འདུག་ས་ཅི་ཡོད་འོ་ད་དེ་རེད་དེ་འདུག་དེ་ལ་དེ་འདྲ་གི་ཡོད་རེད་ཉེས་ཤེས་རྩ་བཞི་དེ་ཀྱི་དེ་ནི། ཡང་དག་སོར་བོར་བལྟས་ཀྱིན་ནའང་སོང་འདོད་ན་ད། དུས་འཁོར་གྱི་སྐབས་སུ་ཡང་ན་དུ་འདྲི་གསུངས་ཀྱི་ཡོད་རེད་དེ་མིན་ན་དེ་ནི་བླ་མེད་ཀྱི་རྒྱུད་སྡེ་ཐུགས་སྲོག་ཐང་ཅན་གྱི་ནང་ན་སོར་བོར་ལ་དུ་རུག་ཟེར་འདོད་ན་དཔེ་རེ་འཆང་མཚོན་པ་ཡིན་ནམ། སོར་བོར་ལ་དེ་ནི་ཉི་མ་དང་ཟླ་བ་གཉིས་ཡོད་པ་ན་གཞི་བྱིངས་ཀྱི་ནང་རྡོར་གྱི་ལུས་ལ་ཡང་ན་དེ་ནི་དེ་ཉིད་ཉི་མ་དང་ཟླ་བའི་རང་བཞིན་བྱིངས་ཀྱི་དེ་ནི་ཁམས་དཀར་ཆ་དང་དམར་ཆ་དག། དུ་འདྲི་ཟེར་འདོད་ན་ད། སུ་གི་དེ་ནི། འཇིག་རྟེན་གྱི་ཁམས་འདི་ཉིད་ལ་དེ་ནས། སྤྲོས་བཅས་པ་དེ་ནས་རྒྱ་དཔངས་མཉམ་པ་ལ་སོགས་པ་དེ་འདྲ་དུ་རྣམ་གཞག་བཤད་ཡོད་ལ་དེས་ན་གཞི་བྱས་ཏེ་ནི་ནང་གི་རྡོ་རྗེ་ལུས་ལ་ཡང་ནི་དེ་ནས་སྤྲོས་བཅས་པ། ནང་རྡོ་རྗེ་ལུས་ཀྱི་སྤྲོས་བཅས་པ། རིང་ཐུང་དང་ནི་དེ་ནས། དག་ཅིག་ཧ་སོ། ཧ་སོ་རིང་ཐུང་དང་ཧ་སོ་རིང་ཐུང་སྒྲ་བཟླས་པ་རྫོགས་དགོས་པ་དང། དེ་འདྲ་གི་དེ་ནས་རྡོ་རྗེ་ལུས་སྤྲོས་བཅས་པ་རྫས་ཆེན་མོ་འདྲ། དུ་རོ་བྱས་ཏེ་ནི་ཆ་ཚང་བརྒྱད་ཅུ་ཡོད་རེ་དུ་རོ་བྱས་ན་བརྒྱ་རུང་དུ། དག་དེ་ནས་སྲིབ་ཀྱི་ཡོལ་ཉི་ཤུ་རྩ་བཞི་སྟེ་དང། དག་ནང་གི་དེ་ནས་རྩ་ཉི་ཤུ་རྩ་བཞི་བརྒྱ་རུང་ན་མ་རེ། དེ་འདྲ་ཟེར་རྒྱལ་རང་དུ་མགོ་བོ་སྤུ་ལུ་ར་ཡིན་ཏེ་སྲོག་དང་སྲས་མོ་འབར་བར་གནས་སོང་དེ་ནས་སྐྱོ་ལ། དེ་ནས་རྩྭ་སྤུ་ལུ་ར་མ་གནས་ལེ་རེ་རྫོང་ནས་བཤད་དུས་ད་འདི་མི་སྲས་མ་གི་རྩྭ་མི་སྲས་མ་ལ་བཤད་གི་ཡོད་རེད་རྩྭ་མི་སྲས་མ་དེ་ལ་སྤུ་ལུ་ར་མ་ཟེར་དུས་དེ་ལ་སྲིད་གི་ཡོར་ཉི་ཤུ་རྩ་བཞི་གི་ནང་ནས་སྤུ་ལུ་ར་མ་དེ་དེ་གི་དེ་ནས་ད་མཚུངས་པ་རྫོགས་དགོས་ན་འདྲ་དེ་དང་འདྲ་བ་རྫོགས་དགོས་ན་འདྲ་མདོར་ན་དེ་རང་བཞིན་རྫོགས་དགོས་ན་འདྲ་དེ་འདྲ་བྱིན་གི་དེ་ནས་སྤུ་ལུ་ར་དེ་གནས་དེ་ཡོད་རེད་དེ་ནས་སྤྱི་ཚོགས་ལོ་འཛའ་ལིང་དར་ར་རྣ་བ་གཡས་པ་ལ་ཨོ་བདུན། འདི་ནི་མགོ་རྒྱབ་ལ་ཨ་བུ་དག་དེ་ཚོ་ཐམས་ཅད་གནས་ལེ་རེ་སོང་དེ་ནས་ད་འདིའི་སྐབས་སུ། སྡོམ་འབྱུང་རང་གི་སྐབས་ནས་དེ་ནས་རྩ་ངེས་ཀྱི་རྩ་བཞི་དེ་ཚོ་ཐམས་ཅད་དེ་ལ་འདིའི་སྐབས་ནས་དེ་ནས་ཐད་ཀ། གནས་གཉིས་ཀྱི་རྩ་བཞི་གི་མིང་གི་ཐད་ཀ་བསྟན་པ་ཟེར་ནས་བཤད་ཀྱི་ཡང་འདུག་ད་དེ་བཞིན་དུ་དེ་ནས་ད་ལྟ་གོང་དུ་ནི་མ་ར། ད་གནས་གཉིས་ཀྱི་རྩ་བཞི་དེ་དང་ནི་དེའི་རྟ་ས་གི་རྩ་གཉིས་ཀ་དེ་གི་རྩ་གི་མིང་དེ་གཉིས་སྦྱར་དེ་ནི་དེ་འདྲ་ཟེར་ནས་བཤད་བཞག་པ་ཡང་འདུག། དེ་སོགས་ཐམས་ཅད་ཡོད་ས་གི་གནས་དེ་ག་རེ་རེད་ཟེར་ཏེ་མགོ་བོ་སྤུ་ལ་རང་ཡིན་ཏེ་སྤྱི་ཚོགས་འཛའ་ལིང་ད་ར་ཏེ་ཟེར་ཧ་འདྲ་ཟེར་དེ་ནི་དེ་ནས་རིམ་པ་ཡིན་དོ་ད་ནི་ཡོད་ས་དེ་མགོ་བོ་དང་སྤྱི་ཚོགས་ལ་སོགས་པ་ལ་མགོ་བོ་ལ་སྤུ་ལུ་ར་མའང་རྩ་མི་ཟེར་མ་ཡོད་རེད་ཟེར་གྱི་འདྲ་འདྲ་དེ་ནི་དེ་ནང་གི་ཅིང་གི་སྤྱི་ཚོགས་འཛའ་ལིང་ད་ར་ལ་དེ་ནི་རྩ་དེ་ག་རེ་རེད་ཟེར་དེ་མི་ཟེར་མ་རེད་རྫས་གསུངས་འདི་ཕྲ་གསོག་མ་རེད་རྫས་གསུངས་འདི་འདྲ་དུ་རོགས་ཟེར་དེ་ནི་ད་རིམ་པ་བཞིན་དུ་སྦྱར་དེ་ནི་གསུངས་པ་ཡོད་པ་རེད་གསུངས། པས་རེད། དེང་དུས་དེ་ལ་དག་རྩ་ཡི་འཁོར་ལོ་ཐམས་ཅད་ཀྱི་ནང་གི་དེ་ནས་རྩ་འདབ་བརྒྱ་དང་ཉི་ཤུ་གི་རྩ་བ་དེ། དག་རྩ་དེ་ཡོད་ཉི་ཤུ་རྩ་བརྒྱད་ཀྱི་རྩ་དེ་རེད་ཟེར། དེས་ན་དབུས་ན་རྩ་ཨ་གསུམ་ནི་སྟེང་དང་ཀུན་དུ་འགྲོ་བའོ་ཟེར་ཏེ་དག་དེ་གི་རྩ་ཉི་ཤུ་རྩ་བརྒྱད་དེ་ཚོགས་ཀྱི་དེ་ནས་རྩ་བ་དེ་ག་རེ་རེད་ཟེར་ནས་དེ་དག་ཐམས་ཅད་ཀྱི་དབུས་ན་ཡོད་པ་ཀྱི་དེ་ནས་རྩ་གསུམ། རོ་རེ་གསུང་བར། དང་དབུ་མ་རྫས་རྣམས་འདྲ། ཨ་བ་དུ་ཏི་ཟེར་འདི་དག་དབུ་མ་ཟེར་གི་རོ། དེ་ན་གཞི་བྱིན་གྱི་དེ་ནི། དང་ལ་ལ་ན་དང་ར་ས་ན་ཟེར་གི་ཡོད་རེད་དམ། ལ་ལ་ན་དང་ར་ས་ན་རྫས་རྣམས་འདྲ། ཡང་ན་རོ་མ་དང་རྐྱང་མ་རྫས་རྣམས་འདྲ་དེ་རོ་རྐྱང་གཉིས་དེ་ལ་ཞེས་གོ། དོན་དུ་ཀུན་དེ་ནི་རྩ་གསུམ་ནི། རྩ་ཐམས་ཅད་ཀྱི་སྟེང་ཡིན་པ་དང་རྩ་ཐམས་ཅད་ལ་ཁྱབ་ཅིང་འགྲོ་བ་རེ་གསུང་བར། སྟེང་དང་ཀུན་དུ་འགྲོ་བའོ་ཞེས་དང་བསམ་པར་བྲི། འཁོར་ལོ་བཞི་ཡི་རབ་དབྱེ་བའི་བརྒྱ་དང། བརྒྱ་ཕྲག་གཅིག་དང་ཉི་ཤུ་ལྷག། འོ་ད་དེ་སོང་དོ་དང། འཁོར་ལོ་བཞི། རྩ་འཁོར་བཞི་དང་རོགས་སུ་ནང་ན་འཁོར་ལོ་བཞི་ཨོ་ལོ་མ་རེད་ནང་འཁོར་ལོ་བཞི་གི་ནང་ན། དེ་ནས་བརྒྱ་ཕྲག་གཅིག་དང་ཉི་ཤུ་གི་ལྷག་ས་ཡོ་རེ་སོང་དོ་བ་དང་འདི་ཡིན་ས་རེད་དང་བརྒྱ་ཕྲག་གཅིག་དང་ཉི་ཤུ་རྩ་གཉིས་ཟླ་ཚེས་ཐེ་བ། བ་དག་དེ་འདྲ་ཅིག་ཡོད་རེད་གསུངས་པ་རེད། དེ་འདྲའི་རྟགས་མཐོ་གི་དེ་ནས་འབྲི་བ་མི་ང་གཉིས་མ་གི་ནང་ན་ཁ་སྦྱོར་གི་འབྲི་བ་མི་ང་གཉིས་མ་དེ་གི་ནང་ན་ག་རེ་གསུངས་འདུག་ཟེར་ཏེ། འཁོར་ལོ་བརྒྱད་ཡི་རབ་ཡེ་ལས་ཞེས་པ་སྤྲུལ་བ་དང་བཅུ་དང་ལོངས་སྤྱོད་རྫོགས་པ་དང་བདེ་བ་ཆེན་པོའི་འཁོར་ལོ་རྣམས་ཀྱི་དྲུག་ཅུ་རྩ་བརྒྱུད་དང་བརྒྱད་དང་བཅུ་དྲུག་དང་སུམ་ཅུ་རྩ་གཉིས་ཀྱི་རྩ་ཡི་དབྱེ་བ་ལས་སོ་གསུངས་འདི་ནི་དག་ཧ་ཅང་ཁ་གསལ་པོ་ཟིན་ནས་གསུངས་ཡོད་འདུག་རེད་བ། སྤྲུལ་པ་དང་གསུངས་ན་དེ་ནས་ལྟེ་བ་སྤྲུལ་པའི་འཁོར་ལོ་རེད་བ། ཆུ་དང་ཟེར་ན་སྙིང་ག་ཆོས་ཀྱི་འཁོར་ལོ་རེད་བ། ལོངས་སྤྱོད་རྫོགས་པ་དང་གསུངས་ཏེ་མགྲིན་པ་ལོངས་སྤྱོད་འཁོར་ལོ་རེད་བ། བདེ་བ་ཆེན་པོའི་འཁོར་ལོ་རྣམས་གསུངས་ཏེ་སྤྱི་བོ་བདེ་ཆེན་གྱི་འཁོར་ལོ་རེད་བ། དེའི་ནང་ལ་དང་རིམ་པ་བཞིན་དུ་ཤེས་དུས་དྲུག་པའི་རྩ་བཞི་དང་བརྒྱད་དང་བཅུ་དྲུག་དང་སུམ་ཅུ་རྩ་གཉིས་ཀྱི་རྩ་ཡི་དབྱེ་བ་ལས་སོ་གསུངས་བ་རེད་ད་འདི་ཅིག་བློ་ལ་འཛིན་བདེ་པོ་འདྲ་ཅིག་ཟེར་བ་ཡིན་ན་ཀོ་འགྱུར་དེ་ཡང་ལོངས་སྦྱོར་ལོངས་སྦྱོར་ལོངས་སྦྱོར་བྱས་ཏེ་དཔེར་ན་སྙིང་ག་གི་བརྒྱད་དེ་ལོ་ཀོ་ཅིག་འགྱུར་བཞག་པ་ཡིན་ན་མགྲིན་པ་ལ་བཅུ་དྲུག་རེད་བ་བརྒྱད་ཉིས་བཅུ་དྲུག།

དེ་འདོད་དེ་ལ་ད་འདི་སྐབས་ཀྱི་བཤད་རྒྱུ་དེ་གི་རྩ་དེ་ཡིན་རྒྱུ་དེ་ག་རེ་བཤད་འདོད་ཡོད་རེད་ཟེར་ན་ད་ལུས་ལ་དེ་ནས་གནས་ལུས་ལ་གནས་པོ་གི་དེ་ནས་རྩ་བཞི་ཡི་རྩ་རྫོགས་དགོས་ན་འདྲ་མདོར་ན་ད་ལྟ་གི་རྡོར་གྱི་ལུས་ལ་གནས་པོ་གི་རྩ་འདི་བཤད་འདོད་ཡོད་རེད་འདི་སོགས་ཀྱི་རྩ་དེ་ཚོ་ཐམས་ཅད་དེ་དེ་ནས་ད་རྩ་བརྩེགས་ལས་དེ་རོགས་ཟེར་དེ་ནས་རྩ་མང་པོ་བྱས་ཡོད་པ་དང་དེ་ནས་རྩ་བཞི་འདྲ་རྩ་ཐམས་ཅད་ཕན་ཚུན་དུ་གཅིག་གི་གཅིག་ལ་གཅིག་རྒྱབ་བདེ་གཅིག་རྫས་སུ་མི་འདྲ་འདྲ་དེ་ནས་རྩ་བརྩེགས་ལས་བརྩེགས་མང་པོ་དེ་རོགས་ཟེར་ནས་ཕར་ཚུར་གྱིས་དེ་ནས་དེ་སོགས་ཐམས་ཅད་འཆར་གི་འཁྱུར་བ་ཡ་སེ་ཡོག་སེ་རྐྱང་རྐྱང་ཟེར་དེ་ནས་དེ་འདྲ་ཟེར་ནས་ད་གནས་དེ་ཡོད་པ་དེ་འདྲ་ཅིག་ཡིན་གི་ཡོད་རེད་བདག་དང་རིན་ཆེན་གྱི་དང་རང། དཔེ་རིས་དུག་སོགས་ཐམས་ཅད་ཀྱི་ནང་གི་རྩ། ད་དཔེར་ན་ཆུ་རོལ་གྱི་དཔེ་རིས་རྫས་གསུངས་ན་དུག་སོགས་ཐམས་ཅད་དེ་ལྟས་སུ་འདྲ་གི་མ་རེད་དུག་སོགས་ཀྱི་ནང་གི་རྩ་དུག་སོགས་ཐམས་ཅད་གྲང་པོ་གྲང་ཤང་ཟེར་ནས་བྲིས་ཀྱང་འདུག་བ། དེ་གཉིས་ལ་ལས་གང་ནས་གནད་འགག་ག་རེ་རེད་ཟེར་ན་འདིའི་སྐབས་ནས་བཤད་རྒྱུ་གི་རྩ་དུག་སོགས་ཐམས་ཅད་དེ་ད་ལྟ་རྡོ་རྗེའི་ལུས་ལ་གནས་པ་ནས་སྐབས་སུ་རྩ་དེ་ག་འདྲ་ཅིག་ཡོད་རེད་ཟེར་ནས་དེ་བཤད་འདུག་ཡོད་རེད་བ། ད་ཁྱོད་གྲོགས་ཀྱི་སྐབས་ཀྱི་དཔེ་རིས་དེ་སོགས་ཐམས་ཅད་ད་ཕག་མོ་གི་རྩ་བའི་རྫས་གསུངས་ན་འདྲ་དེ་འདྲ་མང་ཆེ་ཤོས་དེ་ག་རེ་རེད་ཟེར་ན་དགོངས་པའི་སྐབས་སུ་ག་འདྲ་ཟེར་ན་དགོངས་དགོས་ཀྱི་རེད་ཟེར་ནས་དུས་ཀྱི་རྩ་དེ་གཉིས་ཀ་ལ་ཁྱད་པར་དེ་སོགས་ཡོད་རེད། དགོངས་པའི་གནས་སྐབས་སུ་རྩ་དེ་དྲང་པོ་དྲང་རྒྱང་ཟེར་ནས་དགོངས་དགོས་ཀྱི་ཡོད་རེད་ད་དེ་ཀོ་རྩ་དེ་སྲང་གོ་རོ་བ་རྩ་དེ་སྲང། དེ་ནས་རྩ་གི་ནང་དེ་སོགས་ཐམས་ཅད་དེ་ཡང་ནི་ཕག་ཚོར་དུ་རོགས་ཟེར་དེ་ནི་ད་རྩ་བཞག་ནས་འབྱར་དེ་ལས་རྫས་གསུངས་ནས་འདྲ་རྩ་ལོངས་དེ་ལས་རྫས་གསུངས་ནས་འདྲ་ད་དེ་འདྲ་ཟེར་ན་ད་རྩ་དེ་སོགས་ཁ་རྐྱབ་རྐྱབ་རེད་གསུངས་ནས་འདྲ་ཡང་མིན་ན་སྐྱི་ལོག་རྒྱབ་དེ་ལས་འདྲ་དེ་ནས་རྩ་དེ་སོགས་ཐམས་ཅད་དེ་ནང་ཚང་གསུངས་ནས་རྫས་གསུངས་ནས་འདྲ་དེ་འདྲའི་འདྲ་མི་འདྲ་དེ་ནས་ལུས་ལ་རྩ་མང་པོ་ཡོད་གི་ཡོད་རེད་ཡིན་ན་ཡང་སྒོམ་པ་གནས་སྐབས་སུ་དེ་འདྲའི་སྒོམ་མི་རུང་ཟེར་གི་རེད་ད་རྩ་དེ་སོགས་དྲང་པོ་དྲང་ཅང་སེ་སྒོམ།

དེ་ལ་རྩ་ཙམ་དང་འཁོར་ལོ་བརྒྱད་ནི་རྩ་ཡི་གཙོ་བོ་ཡིན་པ་ཙམ་དུ་མ་ཟད་སྐུ་བརྒྱད་ཡི་རྟེན་ཡིན་པར་བཤད་དེ་ཟེར་དང། ལུས་ཀྱི་རྩ་གཙོ་བོ་གསུམ་དང་དབུ་རྐྱང་རོ་གསུམ་དང་ནི་དེ་ནས་འཁོར་ལོ་བརྒྱད་ཀྱི་རྩ་ཐམས་ཅད་དེ་ལུས་ཀྱི་རྩ་ཐམས་ཅད་ཀྱི་གཙོ་བོ་རེད་ཟེར་ནས་བཤད་སོང་བ་དེ་ཡིན་པ་ཙམ་དུ་མ་ཟད། འབྲས་བུ་སྐུ་བཞི་འགྲུབ་པའི་རྟེན་ཡང་རེད་གསུངས། བདེ་མཆོག་སྡོམ་འབྱུང་གི་ནང་ན་ཤེས་རབ་གཟུགས་ཅན་ལ་ལ་ན། རོ་མ་ཐབས་ཅན་ཡང་དག་ནི་དེ་དག་དབུས་སུ་གནས་ལྷ་མོ་རྐང་གཡས་སྣ་ཚོགས་གཟུགས་ཀྱིས་མ་ལྷ་མོ་ཀུན་གྱི་བདག་ཉིད་ཀྱི་དངོས་གྲུབ་ཐམས་ཅད་རབ་གཙོར་མ། ཡི་དྭགས་ལྷ་སོགས། དང་འདི་ནི་ག་རེ་སོང་བ་རེད་ཟེར་ཏེ་ཤེས་རབ་གཟུགས་ཀྱི་ལ་ལ་ན་ཟེར་ཏེ་དག། ཁབ་དང་ཤེས་རབ་གཉིས་ཀྱི་ནང་གི་དེ་ནི་ཤེས་རབ་མཚོན་པར་བྱེད་པའི་རྩ་ལ་ལ་ན་དེ་ནི་རྩ་རྐྱང་མར། ཤེས་རབ་གཟུགས་ཀྱི་ལ་ལ་ནག་དང་ཟེར་རྩ་རྐྱང་མ་དང། རོ་མ་ཐབས་ཀྱི་ཡང་དག་ནི་ཟེར་ར་ས་ན་ཟེར་ན་རོ་མ་རེད། ར་ས་ན་དང་ལ་ལ་ནག་ཟེར། དེ་ཟེར་དུས་དེ་ལ་དེ་ནི་ལ་ལ་ནག་སྟེ་རྐྱང་མ་དང་ར་ས་ནག་སྟེ་རོ་མ་རེད། རོ་མ་སྟེ་དེ་ནི་ཐབས་ཀྱི་རང་བཞིན་ཅན་དུ་ཡང་དག་པར་གནས་པ་ཡིན་གསུངས་འདི་ནི་དང། ད་ལྟར་འགོད་རྒྱུར་རྩ་རྐྱང་མ་སྟེ་ཤེས་རབ་ཀྱི་རང་བཞིན་དང་རོ་མ་ཐབས་ཀྱི་རང་བཞིན་ཅན་ཐབས་ཤེས་གཉིས་ཀྱི་རང་བཞིན་ཅན་གྱི་རྩ་རེད་གསུངས་བ། དེ་དག་དབུས་སུ་གནས་ལྷ་མོའོ་གསུངས་ནས་ད་དེ་ལྟ་བུ་གོ་རོགས་ཀྱང་དེ་གཉིས་ཀྱི་དབུས་སུ་གནས་པ་དེ་ནི་ག་རེ་རེད་ཅེས་དེ་ལྷ་མོ་རེད་གསུངས་བ་ལ་འདི་ལྷ་མོ་གི་མིང་གི་སྟེང་པ་གི་དེ་ནི་རྩ་དབུ་མ་རེད་ད་རོགས་ཀྱང་གཉིས་ཀྱི་རོགས་ཀྱང་གཉིས་ཀྱི་དཀྱིལ་ལ་དེ་ནི་རྩ་དབུ་མ་དེ་ཡོད་པ་རེད་གསུངས་བ་རེད། རྣམ་དབྱེ་སྣ་ཚོགས་གཟུགས་ཀྱིས་ཡིན་མ་ལྷ་མོ་ཀུན་གྱི་བདག་ཉིད་ཀྱིས་ཡིན་ཟེར། ད་འདི་ཨ་མྱེས་གཏེར་གྱི་དེ་ནས་གཏུམ་མོ་བསྟིམ་པ་རེད་གསུངས་ནས་དེ་གསུངས་འདུག་གཏུམ་མོ་གི་མི་དེ་ལྟ་བུ་གི་ཨ་མྱེས་གཏེར་བསྟིམ་པའི་གི་སྣ་ཚོགས་གཟུགས་ཅན་མ་སྟེ་གི་ལྷ་མོ་དེ་ནི་སྐུ་བརྒྱད་ཡི་བདག་ཉིད་ཅིང་དངོས་གྲུབ་ཐམས་ཅད་རབ་སྩོལ་མ་གསུངས་རེད་ད་དེ་འདྲ་གི་དབུ་མ་དེ་ལ་གནད་དུ་བསྣུན་པ་ཡིན་ན་དེ་ནི་སྐུ་བརྒྱད་གི་དངོས་གྲུབ་ཐམས་ཅད་ཆ་ཚང་དུ་རུབ་ཟེར་ནས་ནི་ད་སྩོལ་བར་བྱེད་པ་རེད་གསུངས་བ་རེད་ནོ་ད་དེ་འདྲ་གསུངས་བ་རེད། དེ་ནས་དགྲ་བྱེད་དང་གི་སྡོམ་འབྱུང་གི་ནང་ན་དེ་དག་དབུས་སུ་གནས་པའི་རྩ་ལ་ལ་ན་ནི་ལྕི་བ་འབབ་གཡས་སུ་ཁྲག་ནི་འབབ་པའི་རྩ་ར་ས་ན་ཞེས་གྲགས་པ་ཡིན་གསུངས་དེ་ནས་དག་གཡས་ལ་ར་ས་ན་དང་གཡོན་ལ་དེ་ནས་ལ་ལ་ན། དེའི་ནང་ནས་དེ་ནས་ལ་ལ་ན་གི་ལྕི་བ། བཤང་གཅི་དུ་འདུག་ཟེར་ནས་དག་མདོ་བར་བསྲེས་པ་དང་དེ་ན་གཞི་བྱིན་གྱི་ར་ས་ན་གི་དེ་ནས་དག་རང་གི་གི། ཁྲག་དུ་རུག་ཟེར་ནས་དག་འབབ་པར་བསྲེས་པ་དེ་འདི་ཅི་རེད་གསུངས་ནས་དེ་བཤད་པར། དེ་ནས་སྙིང་གི་ཆུས་ཆུ་བོ་གསུམ་དཔའ་ཆུ་ཤིང་སྙེ་མ་མེ་ཏོག་བཞིན་འཕྱང་བ་ཁ་ནི་ཐུར་དུ་དག་གཏེར་གྱི་མར་མེ་ལྟར་འབར་བ་ཟངས་ཕྱོགས་སུ་ནི་མཉམ་པ་སྟེ་ཨ་བ་རྡོལ་དུ་ཤིས་པར་བསགས་སོང་དུ་ནི་དག་དེ་གཉིས་ཀྱི་དབུས་སུ་དེ་ནི། ཆུ་ཤིང་ཆུ་ཤིང་སྙེ་མ་གི་མེ་ཏོག་ལྟར་དུ་དེ་ནི་ཕྲ་ཞིང་སྲབ་ལ། དེ་ནི་དུ་འདྲ་གི་འོད་གསལ་བ་གི་རང་བཞིན་ཅན། དུ་འདྲ་གཏེར་གྱི་མར་མེ་འབར་བ་ལྟ་བུ་གི་དེ་ནི་དག་དེ་དག་གི་གསལ་བ། དེ་ནས་བཟང་ཕྱོགས་ཀྱི་སེམས་མཉམ་པར་འབབ་པ། ད་དེ་ཡང་ནི་དེ་ནས་ད། ཁྱོད་ཚོ་གུ་རུ་ཀྱི་སྐྱེ་བོ་ཡིན་ཆོས་ཀྱི་སྐྱེ་བོ་ཡིན་ཆོས་ཀྱི་རྩ་དང་ནི་དེ་ནས་ད། ལྟེ་བ་མིན་ཆོས་ཀྱི་རྩ་དེ་ཚོ་ཐམས་ཅད་ལ་དེ་ནས་དབུ་མ་ཟེར་ནས་བཤད་གི་མི་འདུག་རོ། དེ་གཉིས་ཀྱི་བར་དེ་ལ་དེ་ནས་རྩ་དབུ་མ་ཟེར་དེ་ནས་བཤད་གི་ཡོད་རེད། ད་ཡོད་ཡོད་ད་དེ་གི་ཡིན་ཆོས་མིན་ཆོས་ཟེར་དེ་ནས་ད་རྩ་དེ་ཚོ་ཡོད་ཡོད་རེད། འོ་དེ་འདྲ་ཟེར་ནས་ཡོད་རེད་གསུངས་པ་རེད་ད་དེ་གི་བདེན་ཆོས་སྡོམ་འབྱུང་གི་ནང་ནས། ན་ཨ་སོགས་དེ་ལ་རེ་རེ་བཞིན་དུ་ཞིབ་ཆ་ཟེར་མང་པོ་བཙོང་འདུག་ལ་དེ་སོགས་དེ་ལྟར་རང་གི་མདོག་ལྟ་བ། ད་ནས་རྡོ་རྗེ་འཕྲེང་བ་ལས་ལྷ་རྣམས་ཀུན་གྱི་ཕོ་བྲང་ཕྱོགས་བཅུ་དང་ལོངས་སྤྱོད། སྤྲུལ་པ་དང་བདེ་བ་ཆེན་པོ་ཡིན་ནི་དཀྱིལ་འཁོར་ལོ་ཡང་ནི་གང་ཞེས་པ་ཞེས་སོགས་བཙོང་བ་རེད། ད་འདི་གི་རྡོ་འཕྲེང་གི་འདི་གི་རྡོ་འཕྲེང་གི་ལོངས་དེ་ག་ག་རེ་བསྟན་འདུག་ཟེར་ན་ད། འཁོར་ལོ་བཞི་དེ་འཁོར་ལོ་བཞི་དེ་བསྟན་པ་རེད། འཁོར་ལོ་བཞི་དེ་བསྟན་ནས་ད་ལྷ་རྣམས་ཀུན་གྱི་ཕོ་བྲང་ཕྱོགས་བཙོང་བ་རེད། ལྷ་ཐམས་ཅད་གང་ན་གནས་པར་ཟད་པའི་གི་ཕོ་བྲང་གི་རང་སྐྱེས་ཅན་གྱི་དེ་ནས་གནས་ཏེ། ཆུ་དང་ལོངས་སྤྱོད་བཀྲུ་བ་དང་གསུངས་པའི་དག་སྙིང་ག་ལ་དེ་ནས་སྙིང་ག་ཆོས་ཀྱི་འཁོར་ལོའོ་གསུངས་ནས་བཤད་ཀྱི་ཡོད་དོ། ད་འོ་ན་སྙིང་ག་ལ་ཆོས་ཀྱི་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ཅི་ལ་རེའོ་ཟེར་ནས་ཤེས་ཡོན་དུ་དེ་ལ། རང་གི་སེམས་ཉིད་ཆུ་སྐུའི་རང་བཞིན་ཅན་ཏེ་གང་ན་གནས་པའི་གི་རྟེན་དེ་སྙིང་ག་གི་དེ་གི་གི་རྩ་བུ་མོ་ནང་དུ་གནས་པ་རེད་གསུངས་བ་རེད། འགེགས། འདི་མ་འགེགས་དུ་རོགས་ཟེར་དེ་ནི་མ་ཤེས་འགྲོ་གི་ཡོད་ན་ཡང་ན་དེ་ནི་མི་ཤེས་པ་ནས་སྐབས་སུ། དེ་ནི་དྭངས་མ་ཐམས་ཅད་དེ་དེ་ནི་རླུང་སེམས། རླུང་སེམས་ཀྱི་དྭངས་མ་ཐམས་ཅད་དེ་ཀྱི་མ་སྡོད་འགྲོ་ས་དེ་སྙིང་ག་ལ་དེ་ནི་ཞེ་ནས་སྡོད་ཀྱི་ཡོད་རེད། དེ་ན་གེགས་ཅན་གྱི་མི་གཅིག་ཡག་དུ་རོགས་ཟེར་དེ་ནི་ད་སྐྱེས་པ་ནས་སྐབས་སུ་ཡང་ན་ཐོག་མ་སྙིང་ག་ནས་དེ་ནི་རླུང་སེམས་ཐམས་ཅད། ད་ཇི་དེ་ནི་དེ་ནི་རིམ་པ་བཞིན་དུ་ལུས་ཀྱི། རྩ་འཁོར་དང་ཡན་ལག་ཐམས་ཅད་དུ་རོགས་ཟེར་ནས་ཆགས་ཡོང་གི་ཡོད་རེད་བ། དེ་ནང་སྐྱིན་སེ་དེ་ནི་དེ་ནས་ད་ལྟ་འགའི་གི་པད་ནང་གང་ཟག་དེ་ནི་རྫོགས་རིམ་པ་གི་གང་ཟག་ཅིག་གི། དེ་ནི་ལམ་ཉམས་སུ་བླང་བ་ཡིན་ན་ཡང་ན་དེ་ནི་རླུང་སེམས་དང་སོགས་ཐམས་ཅད་དེ་མཐར་དེ་ནི་སྙིང་ག་ལ་དུ་རོགས་ཟེར་ན་སྡོད་ན་དུ་རོགས་སུ་འགྲོ་གི་ཡོད་རེད། ད་རླུང་སེམས་སྙིང་ག་ལ་སྡོད་ན་སྡོད་ས་དེ་ག་རེ་རེད་ཟེར་འདུག་དེ་ལ་ད་ལུས་ངག་ཡིད་གསུམ་གི་དྭངས་མ་བརྫེས་ན་ཆོག་གི་འདུག་ད་དེ་གི་མི་ཤིགས་པ་ཐིག་ལེ་ཟེར་གྱི་དེ་དག་གནས་ས་དེ་སྙིང་ག་གི་གནས་ན་དེ་ནི་བཤད་གི་ཡོད་རེད། དེ་ལྟར་ཆོས་སྐུ་རང་བཞིན་ཅན་ཡིན། དེ་ཉིད་གང་ལ་ཤོག་བུ་ཀུན་གནས་ཀྱི་རྩ་འཁོར་དེ་ལ་དེ་ནི་སྙིང་ག་ཆུ་ཀྱི་འཁོར་ལོ་ཟེར་དེ་ནི་དག་ཆུ་ཀྱི་འཁོར་ལོ་ཞེས་མིང་བཏགས་པའི་རྒྱུ་མཚན་དེ་འདྲ་ཅིག་ཡིན་གསུངས་པ་ཡོད། ཆུ་དང་ཟེར། ལོངས་སྤྱོད་གསུངས་དོན་དག་མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ་གསུངས་དོན་ནི་དག་མགྲིན་པའི་རྩ་འཁོར་དེ་ལ་དེ་ནི་མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ག་རེ་རེད་ཟེར་དག་དེ་འདྲ་ཞིག་ཤེས་འདོད་དེ་ལ། དག་འདི་ལ་རོ་དྲུག་ལ་སོགས་པ་ཀུན་དེ་ནི་བཟའ་བ་དང་བཏུང་བ་ལ་སོགས་པ་ལོངས་སྤྱོད་པར་ཟད་ཟེར་ཀུན་དེ་ནི་འཁོར་ལོ་རེད། དེའི་ཚེ་ན་འདི་ལ་མགྲིན་པ་ལོངས་སྤྱོད་ཀྱི་འཁོར་ལོ་རྫོགས་ལ་ཡིན་གསུངས་བ་རེད། གཟུངས་སྐྱོང་འཁོར་ལོ་དང། ཆོས་དང་ལོངས་སྤྱོད། སྤྲུལ་པ་དང་གསུང་དུ་དག་ལྟེ་འོད་ཀྱི་རྩ་འཁོར་དེ་ལ་སྤྲུལ་པའི་འཁོར་ལོ་ཟེར་ནས་བཤད་གི་འདུག་བ། སྤྲུལ་པའི་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ཆེ་ལ་རེ་ཟན་འདུག་དེ་ལ་ད་ཐོག་མར་སེམས་ཅན་གྱི་ལུས་གྲུབ་པའི་གནས་སྐབས་སུ་རྩ་འཁོར་ཐམས་ཅད་ཀྱི་ནང་གི་དང་པོ་ཆགས་རྒྱུ་དེ་ལྟེ་བ་གི་རྩ་འཁོར་དེ་ཆགས་པ་རེད་གསུངས་གི་ཡོད་དང། ལྟེ་འོད་རྩ་འཁོར་ཆགས་ཏེ་དེ་ནས་རུམ་པ་བཞི་འདུག་དེ་ནི་དེ་ལས་སྐྱེས་པའི་གི་རྩ་ཡིན་དག་ཏུ་སོགས་དམ་པའི་རུམ་པ་བཞི་འདུག་ཡོང་གི་ཡོད་རེད་དེའི་ཚེ་ན། ད་དེ་ནས་ད་བདག་གི་རྩ་འཁོར་ཐམས་ཅད་ཀྱི་ནང་ནས་ཡང་ན་ལྟེ་བའི་རྩ་འཁོར་དེ་མགོན་སྔོན་ནས་ཆགས་ལྟེ་བའི་རྩ་འཁོར་དེ་གི་ནང་ན་དེ་ནས་གློག་འགྱུ་བའི་གནས་སྐབས་སུ་ཡང་ན་ལྟེ་བའི་གི་རྩ་འཁོར་དེ་ལ་ཐོག་མར་གློག་འགྱུ་དེ་ནི་དེ་འདྲ་ཟེར་གྱི་ཡོད་རེད། དེ་འདྲ་ཟེར་དུས་དེ་ལ་དེ་ནི་རྩ་དང་ནི་གློག་ལ་སོགས་པ་ཐམས་ཅད་ཀྱི་ཐོག་མ་གི་དེ་ནི་སྤྲོས་པའམ་ཐོག་མར་འབྱུང་བ་གི་གཞི། ཐམས་ཅད་སྤྲོས་པ་གི་གཞི་ཟེར་ན་ཆོག་གི་འདུག་དེ་དེ་ད་ད་ལྟ་དེ་ལྟེ་བ་གི་རྩ་འཁོར་དེ་ཡིན་གྱི་ཡོད་རེད་དེའི་རྒྱུ་མཚན་གྱི་དེ་ལ་སྤྲོས་པ་འཁོར་ལོ་དོ་ལ་ཡིན་གསུང་བ་རེད། ཆོས་དང་ལོངས་སྤྱོད་སྤྲུལ་པ་དང། བདེ་བ་ཆེན་པོ་ཡང་ན་རྟེན་ཡིན་གསུངས་འདུག་དེ་ལ་དང་སྐྱེས་བུ་གྱི་རྩ་འཁོར་དེ་ལ་དེ་ནས་འདི་གསུངས་པ་ཡོད་རེད་བ། སྐྱེ་བོ་བདེ་བ་ཆེན་པོའི་འཁོར་ལོ་ཟེར་དེ་ན་སྐྱེ་བོ་བདེ་བ་ཆེན་པོའི་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ཁྱེད་ལ་རེ་བོ་ཟེར་ཡོད་འདུག་དེ་ལ་དང་སྐྱེས་བུ་གྱི་དེ་ནས་དང་རྩ་འཁོར་དེ་གྱི་དབུས་སུ། དེ་ནས་དང། བདེ་བ་ཆེན་པོ་སྐྱེས་པར་བྱེད་པའི་གི་ཏིང། དེ་ནི་དཀར་ཆ། ལུག་གི་དེ་ནི་དཀར་ཆའི་གི་དྭངས་མ་དེ་ནི་དེ་ལ་གནས་དེ་ཡོད་རེད་གསུངས་བ་རེད་སྤྱིར་བཏང་གི་འགྱུར་གྱི། དཀར་ཆ་སྐྱོ་བོ་ལ་གནས་དམར་ཆ་ལྟེ་བ་ལ་གནས་རྫོགས་འདུག་ཅེས་དེ་ལྟར་དཀར་ཆ་དང་དམར་ཆ་དང་སོགས་ལུས་ཐམས་ཅད་ལ་ཁྱབ་ནས་གནས་དེ་ཡོད་རེད་ད། ལུས་ཐམས་ཅད་ལ་ཁྱབ་དེ་ཡོད་རེད་མ་གཏོགས་དེ་དཀར་ཆ་ཟེར་གྱི་དེ་ཡིན་གྱི་མིན་གྱི་སྐྱོ་བོ་ལ་མ་གཏོགས་མེད་རྒྱུ་གཅིག་དང། དམར་ཆ་ཟེར་གྱི་དེ་དེ་ནི་ལྟེ་བ་ལ་མ་གཏོགས་མེད་རྒྱུ་གཅིག་ཡིན་གྱི་ཡོད་མ་རེད། ཡིན་ན་ཡང་ད། དཀར་ཆ་དང་དམར་ཆ་ཐམས། ལྕེ་གི་དྭངས་མ་མཐར་ཐུག་པ་དེ་དེ་ནས་སྐྱོ་བོ་ལ། དཀར་ཆ་གི་དྭངས་མ་དེ་སྐྱོ་བོ་ལ་གནས་པ་དང་དམར་ཆ་གི་དྭངས་མ་དེ་ལྟེ་བ་ལ་གནས་དེ་ཡོད་རེད། དཀར་ཆ་གི་དྭངས་མའང་གསལ་ཡིན་ན་ད་འདིར་ག་རེ་རེད་ཟེར་དུས་དེ་ལ་དྭངས། འདི་ག་ལུས་ཀྱི་དེ་ནི་ཐིག་ལེ་གི་དྭངས་མ། ཐིག་ལེ་གི་དྭངས་མ་དེ་ལ་སྐྱེ་གི་ཡོད་རེད་དཀར་ཆ་གསལ་ན་ཐིག་ལེ། བཟང་ཕྱོགས་ཀྱི་སེམས། དེ་ནས་དམར་ཆ་གསལ་རྗེས་དེ་ལུས་ཀྱི་ཁྲག། ད་ཁྲག་དང་དེ་ནས་ཐིག་ལེ་གཉིས་ལ་དེ་འདྲ་ཟེར་ན་གོ་ན་ཆོག་གི་ཡོད་རེད། ཡང་ན་དེ་ནས་དཀར་ཆ་ཟེར་རྒྱུ་དེ་སེམས་ཉིད་བདེ་བ་ཆེན་པོ་གི་རང་བཞིན་གྱིས་ཡིན་དང་དམར་ཆ་ཟེར་རྒྱུ་དེ་གྲོགས་ཀྱི་རང་བཞིན་གྱིས་ཡིན་དེ་འདྲར་གྱུར་པའི་རེད་ཡོད་རེད་དེ་ཡིན་དུས་བདེ་བ་དང་གྲོགས་ཀྱི་དྭངས་མ། བདེ་གྲོགས་གཉིས་ཀྱི་དྭངས་མ་ཟེར་ན་ཆོག་གི་ཡོད་རེད། འོ་དེ་སོགས་ཐམས་ཅད་ཀྱི་རྩ་བ་ངོ་མ་དེ་གང་ན་ཡོད་རེད་ཟེར་དུས་དེ་ལ་དེ་དག་ལྟེ་བ་དང་ནི་དེ་ནས་སྐྱེ་བོ་གཉིས་ལ་གནས་དེ་ཡོད་རེད་བ་དེ་ཡིན་དུས་དེ་ལ་དེའི་རྒྱུ་མཚན་གྱིས་སྐྱེ་བོ་དེ་གཉིས་ལ་བདེ་བ་ཆེན་པོ་བདེ་བ་ཆེན་པོའི་འཁོར་ལོའོ་རྫོགས་བྱེད་དེ་རྒྱུ་མཚན་ག་རེ་རེད་ཟེར་ན་དེ་ནི་བདེ་བའི་དྭངས་མ་ཟེར་ན་ཆོག་གོ་འདུག་སྐར་ཆའི་དྭངས་མ། བདེ་བའི་སྟེང་དུ་གྱུར་པའི་སྐར་ཆའི་དྭངས་མ་དེ་སྤྱི་བོ་ལ་གང་ལ་བསྟིམ་པའི་གནས་དེ་སྤྱི་བོའི་འཁོར་ལོ་དེ་རེད་དེ་ཡོད་རེད་དེའི་ཟེར་ན་དེ་ལ་དེ་ནི་སྤྱི་བོ་བདེ་ཆེན་གྱི་འཁོར་ལོའོ་ཟེར། ད་འོ་ན་འདི་སོགས་ཐམས་ཅད་ལ་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ག་རེ་རེད་ཟེར་ནས་བཤད་ཡོང་རོགས་ད། སྤྱི་བོ་གི་རྩ་འཁོར་འདྲེན་པ་གི་ཀྱང་རྩ་འཁོར་སྙིང་ག་ལྟེ་བ་ལ་སོགས་པ་གི་རྩ་ཐམས་ཅད་ཕན་ཚུན་དུ་གཅིག་འགྲོ་ས་གི་རྩ་བ་ད་དེ་འདྲ་ཅིག་ཡོད་རོགས་ད་དེ་ལ་འཁོར་ལོ་རྫོགས་བྱེད་ཀྱི་རྒྱུ་མཚན་ག་རེ་རེད་ཟེར་ནས་བཤད་འདུག་དེ་ལ། གང་ན་ཡང་གནས་དེར་སྣུར་ན་སྒྲུབ་པ་ཐམས་ཅད་སྐྱོ་བར་ཟད་པ་རེད་དེའི་སེམས་ན་འཁོར་ལོ་རྫོགས་རེད་གསུངས་དེ་ནི་དེ་འདྲ་བཤད་གི་བཤད་གི་ཡོད་རེད་ད། སྤྱི་བཏང་གི་འཁོར་ལོ་ཟེར་གྱི་དེ། དེ་ནས་སྔོན་གྱི་དེ་ནས་འཁོར་ལོས་བསྒྱུར་བའི་རྒྱལ་པོ་དེ་ཚོ་ཐམས་ཅད་ལ་འཁོར་ལོ་ཡོད་རེད་དེ་ནས་འཁོར་ལོ་དེ་ཚོ་ཐམས་ཅད་དེ་གི། དེ་ནས་ས་ལ་འབབ་པ་དང་ནམ་མཁའ་ལ་འཕར་བ་དང་གཞན་ཕ་རོལ་བོ་ཚར་གཅོད་པ་དང་དེ་འདྲ་ལ་སོགས་པ་ཟེར་ལེ་རེད་ཟེར་ནས་བཤད་ཡོད་ལ་མ་རེད་ནས་དེ་ནང་བཞིན་ཟེར་དེ་ནི་འཁོར་ལོ་ཟེར་གྱི་དེ།

འཁོར་ལོ་ཡང་ན་དགའ་སྐྱེད་པ་སོང་དེ་ནས་ད་ད་ལྟ་གི་རྩ་འཁོར་བརྒྱད་དེ་དེ་འདྲ་ཟེར་ན་སྐྱེད་པ་རེད་གོང་བར་ད་དེ་རྒྱུད་རྡོར་གྱིས་འཁྲུངས་བ་དེ་ན། ད་དེའི་ད་ལུས་ཀྱི་རྩ་ཀྱི་རྣམ་རྒྱ་མཛེས་སོང་དེ་འདྲ་སྐྱེད་དེ་འདྲ་འདྲ་སྐྱེད་མ་གཏོགས་ཤེས་མི་འདུག་ད་འདི་ལ་དེ་ནས་ཞིབ་ཆ་ཟེར་དེ་ནས་དེ་ནས་རྩ་རྩ་དང་སྲོག་ཐམས་ཅད་ལ་ཡང་ནི་དེ་ནས་རགས་པ། རགས་པ་གི་རྩ་དང་ནི་དེ་ནས་ཕྲ་བ་གི་རྩ། རགས་པ་གི་རྩ་ལ་ཡང་ནི་དེ་ནས་གང་ལ་གནད་དུ་སྣུན་པར། གང་ལ་གནད་དུ་སྣུན་ན་དེ་ནི་ལམ་གྱི་མངོན་རྟོགས་སྐྱེ་བར་བྱེད་པའི་གི་དེ་ནས་གནད་དུ་སྣུན་ས་གི་རྩ། དེ་མ་ཡིན་པ་གི་དེ་ནས་ལུས་ཀྱི་དེ་ནས་ད་ནད་མེད་པ་བདེ་བར་གནས་པར་བྱེད་པའི་གི་རྩ་དང་དེས་ན་གཞི་བྱིན་གྱི་ལུས་ལ་ནད་སྐྱེད་པར་བྱེད་པའི་གི་རྩ་ལ་སོགས་པ་དེ་ནི་རྩ་གི་རྣམ་དབྱེ་ཡང་དེ་འདྲ་ད་ཡང་བརྒྱ་ལྟར་ནི་དེ་ནི་མང་པོ་ཡོད་གསུང་བ་རེད་ད་དཔེར་ན་འགས་ཀྱི་དབུ་མ་འདྲ་གཅིག་ཤིག་བསམ་བློ་བཏང་བ་ཡིན་ན་དེ་ནི།

དེ་ནས་དེ་ལས་སྐྱོང་རྩེ་རགས་པ་གི་དེ་ནས་ད་ལྟ་གི་ད་ལྟ་ང་ཚོ་གི་དེ་ནས་ལུས་ཀི་རྩ་རགས་པ་དེ་ནས་སོག་པ་རྩ་དང། དེ་ནས་ངོ་བོ་དབྱེར་མེད་གི་ཚོད་དུ་ཡོད་པ་གི་དེ་ནས་རགས་པ་གི་རྩ་ཡང་བཤད་གི་ཡོད་རེད་དེ་ལས་ཀྱང་རགས་པ་དེ་ནས་ད་ལྟ་སོག་པ་རྩ་དང། གི་ཁ་ཤས་གི་བཤད་ན་དེ་ནས་སོག་རྩ་གི་དེ་ནས་ད་འདོན་ཕོག་ལ་དུ་རུག་ཟེར་དེ་ནས་སོག་རྩ་དང་འབྲུ་དེ་དུ་རུག་ཟེར་ན་ཡོད་ཟེར་དེ་ནས་ད་ལྟ་ང་ཚོ་གི་ལུས་ཀི་དེ་ནས་དངོས་སུ་ཡོད་པ་གི་རྩ་དུ་རུག་ཟེར་ན་བཤད་བཤད་རྒྱུ་ཡོད་དེ་ཡོད་ད་རྩ་བ་མ། ད་དེ་འདྲ་བྱས་དེ་ནི་རྩ་བ་མ་རྐྱང་རྐྱང་གི་སྟེང་ན་སྐྱེས་པ་ཐབས་ཅད་ནས་དེ་ལ་རྩོད་པ་རྩོད་གླེང་བྱས་སོང་ནི་དེ་འདྲའི་མང་པོ་ཡོད་རེད། འདི་དག་ཏུ་སོགས་དེ་མང་པོ་དེ་འདིའི་སྐབས་སུ་མ་སོང་བ་རེད། ད་རྩ་བའི་ཆ་ནས་དེ་ནི་ལུས་ཀྱི་རྩ་གི་རྣམ་གཞག་ཅིག་དང་དང་པོ་རྩ་གསུམ་འཁོར་ལོ་བཞི་དེ་ལས་སྐྱེས་པའི་གི་དེ་ནི་ཡན་ལག་གི་ཚིགས་ཐམས་ཅད་རེ་རེ་བཞིན་དུ་དག་པས་ན་ལག་པ་འདྲ་ན་ལག་པའི་ཚིགས་ཆེན་གསུམ། དེ་ནས་རྐང་པ་གཡས་གཡོན་འདྲ་ན་རྐང་པ་རེ་རེ་ལ་ཚིགས་ཆེན་གསུམ་ལས་གསུམ་རེ་ཚིགས་ཆེན་རེ་རེ་ལ་དེ་ནི་རྩ་གི་འཁོར་ལོ། དེ་ནས་ཡང་ཅིག་ལག་པ་དང་རྐང་པ་གང་འཛུགས། འཛུགས་གི་ཏུ་ཚོགས་ཐམས་ཅད་ལ་རེ་རེ་ཀི་དེ་ནས་ཚེག་གི་མགོ་ལ་ཚེག་གི་མཚམས་ན་ཡང་དུ་རུག་ཚེ་དེ་ན་རྩ་གི་འཁོར་ལོ། ང་དེ་འདྲ་ཡོད་པ་རེད། དེ་ནས་དེ་ན་གཞི་བྱིན་གི་རྩ་དབུ་མ་འདྲ་ཁ་ཅིག་རེད་རྩ་དབུ་མ་ལ་འདི་ནི་འཁོར་ལོ་བཞི་ཟེར་ནས་བཤད་འདུག་བ། འཁོར་ལོ་བཞི་ཟེར་ནས་བཤད་རྒྱུ་དེ་གི་ཐོག་ལ་དེ་ནས་གསང་གནས་ཀི་རྩ་འཁོར་དང་དེ་ན་གཞི་བྱིན་གི་རྡོ་རྗེ་ནོར་བུ་རྩེ་མོ་ཀི་རྩ་འཁོར་དང་ན་དེ་ན་གཞི་བྱིན་གི་སྤྱི་ཚོགས་ཀི་རྩ་འཁོར་ལ་སོགས་པ་དེ་འདྲ་བཤད་དེ་ནི་རྩ་འཁོར་ལོ་བདུན་ལ་སོགས་པ་དེ་འདྲ་ཟེར་ནས་བཤད་པ་ཡང།

ཡང་དེ་ལས་ཕག་ཅིག་དེ་ནི་ཡང་རྩྭ་མང་པོ་ཅིག་དེ་ནི་རོ་རྐྱང་ལ་བགྱིས་དེ་ནི་སླར་ཡང་སྙིང་གི་གི་ཐེ་ཀ་ནས་བདག་རྩྭ་འོ་མ་དང་ཚོལ་འདྲ་དེ་འགྲོའི་ཚེ་དེ་ནི་རིམ་པ་བགྱིས་འདི་རྩྭ་འཁོར་རེ་རེའི་ཐེ་ཀ་ལ་དེ་ནི་བདག་ད་ར་དེའི་འོ་རྐྱང་རོ་གསུམ་ཚོལ་འདྲེར་དེ་ནི་དེ་ནི་རྩྭ་འོ་མ་ལ་དག་ག་ཤེད་ཀྱི་སྐྱིད་ན་འདི་པ་བརྒྱབ་དེ་ཡོད་རེད་ཟེར་གི་ཡོད་ག་ཤེད་ཀྱི་ཤེད་ན་དེ་ནི་སྐྱིད་དེ་ཡོད་རེད་ཟེར་གི་ཡོད་རེད་གང་དག་གང་འདྲ་ཡིན་ན་མ་ཡིན་ན་ཟེར་དུས་དེ་ལ་དེ་ནི་རོ་རྐྱང་ལ་སོགས་པ་ནི་རྩྭ་དང་སོགས་ཐམས་ཅད་ཀྱི། ད་དབུ་མ་སྟེགས་ཀྱི་ནང་དུ་སློང་རྒྱུ་ས་མེད་རྒྱུ་ཟེར་དེ་ནི་དེ་འདྲ་ཟེར་དེ་ནི་ད་རྩམ་དུས་དེ་ནི་ཟེར་ནི་ཡོག་བསྡད་པ། དེ་ནས་དེ་འདྲ་ཟེར་ནས་དེ་རེ་རེ་བཞིན་དུ་དེ་ནས་རྩ་རེ་རེ་ཚོར་ད་རོག་ཆང་གཉིས་འདྲ་ཁ་ཅིག་རོ་དབུ་མ་ལ་ཚོར་རེ་རེ་འདྲེར་དེ་ནི་ཡང་ཕ་གཡས་ཡོང་ནས་གྱིས་དེ་ནི་དེ་གི་ལུས་ཀྱི་ཚིག་གི་དེ་ནི་ཡན་ལག་གི་རྩ་ཐམས་ཅད་དང་ནང་གི་དོང་སྣོད་ཀྱི་རྩ་ཐམས་ཅད་དང་འདྲེར་དེ་ནི་དེ་འདྲ་ཟེར་ནི་ཡོང་གི་ཡོད་པ་དེ་འདྲ་རེད་དེ་ཡོད། ད་ནི་དྭགས་འོག་གི་ཀློང་བཤད་ཡོན་དུ་ཡང་ན་དེ་ནི་དྭགས་འོག་གི་ཀློང། དཔེར་ན་ཡན་ལག་གི་ཀློང་ལྔ་དེ་སོགས་ཐམས་ཅད་དེ་ངོ་མིན་ཟེར་ན་ག་རེ་རེད་དེ་ཡོད་རེད་ཟེར་དུས་དེ་ལ་ད་ར་དབང་པོ་ལྔ་གི་སྒོ་ནས་བརྗོད་པ་གི་དེ་ནི་ཀློང་རེད་དེ་ཡོད་རེད་ད་འགའི་ཀ་བ་ཀློང་ཟེར་རོ་དང་བརྗོད་ཀློང་ཟེར་ནང་དུ་བརྗོད་རྫོགས་འདུག་ཀྱི་དེ་ཡང་ན་སྣ་སྒོ་དང་ཁ་སྒོ་ཁོ་རང་ནི་ཟེར་ནང་དུ་བརྗོད་བསྡད་པ་དེ་མ་ཡིན་པར་ལུས་ཀྱི་བག་པ་ཚུན་ཆོད་ནས་དེ་ནི་ཀློང་ཟེར་ནང་དུ་བརྗོད་པ་དེ་ཡོད་སོང་ནས་བཤད་ཀྱི་ཡོད་རེད། དེས་མ་ཚད་ལས་ཀྱི་དེ་ནི་ད་བས་ན་དབང་པོ་ཐམས་ཅད་ཀྱི་སྒོ་ནས་རླུང་གཟི་ནང་དུ་བརྗོད་དུས་དེ་ལ་དུག་སོགས་ཐམས་ཅད་ཀྱང་ནི་རྩ་ལམ་ནས་བརྗོད་ཀྱི་ཡོད་རེད་ད་དེ་སོགས་ཀྱི་རླུང་བརྗོད་པའི་རྩ་ཡོད་རེད། དེ་ཡིན་དུས་ད་མིག་གི་ད་ར་དེ་མིག་གི་ཤེས་པ་དེ་ཡོད་ལ་མགྱོགས་པོ་གནས་སྐབས་སུ་མི་ཞིག་གི་བཞོན་པར་སྤྱོད་པའི་ཀྱི་རླུང་དེ་མཉམ་དུ་བརྗོད་ཀྱི་ཡོད་རེད་བ་ད། དེ་འདྲ་ཀྱི་རླུང་དེ་གང་ལས་བརྗོད་པར་ཟད་པའི་ཀྱི་རྩ་དེ་ཡང་དེ་རུ་ཟེར་དུས་ནི་རྩ་རང་དུ་ནི་ཟེར་ནི་ཡོད་རེད་དེ་སོགས་ཀྱི་རྩ་དུག་སོགས་ཐམས་ཅད་དེ་གང་ལས་སྐྱེས་པ་དང་གང་ནས་འཇོག་ཀྱི་ཡོད་པ་ལ་སོགས་པ་དུག་སོགས་ཐམས་ཅད་དེ་ཆ་ཚང་དུ་རུ་ཟེར་དུས་ནི་ད་རྩ་ཀྱི་རྣམ་གཞག་ཤེས་ཡོང་གི་དུ་རུ་བཤད་ཀྱི་ཡོད་རེད། ད་དེའི་གི་རྩ་དེ་གི་རྣམ་རྒྱལ་དེ་ག་རེ་རེད་ཟེར་དུས་ད་ལྟ་ང་གི་གི་གཞི་ཡིན་ནའི་སྐབས་སུ། རྡོར་གྱི་ལུས་ལ་རྩ་དེ་ག་འདྲ་ཟེར་ནས་གནས་དེ་ཡོད་རེད་ཟེར་དེ་ནི་དེ་ཤེས་ཡོང་རེད། དེ་གི་གནས་ལུགས་དེ་ཚོར་ཞིང་ཤེས་པ་གི་སྒོ་ནས་དེ་ནི་ད་གཟོད་དེ་ནི། ད་དེ་འདྲ་གི་རྩ་དེ་སོགས་ཐམས་ཅད་གི་གནས་སངས་ཡོད་མ་ནས་རྩ་གི་སངས། རྩ་གི་སངས་དེ་སོགས་ལ་དེ་ནི་སེམས་དང། སེམས་གི་དམིགས་པ་དེ་རོགས་ཟེར་ནས་བལྟས་ཡོང་བ་ཡིན་ན། ཡོར་གྱི་གནས་དེ་ནི་རྩ་གི་ད་ར་རྩ་མདུད་ད་དེ་སོགས་ག་རེ་ཡོད་པ་དེ་གི་གནས་དེ་དང་གཅིག། དེ་ནི་དམིགས་པ་གི་གནས་ཏེ་རང་གི་སེམས་ཀྱི་དམིགས་པ་དེ་དེ་ནས་བལྟས་ཡོང་དུས་དེ་ལ་དེ་ནི་ད་སེམས་དང་རྣམ་སེམས་དང་དེ་ནས་ཀློང་གཉིས་ཀ་དེ་སྦྱོར་བ་གཅིག་པ་རེད་ཟེར་དཔེར་ན་འགེགས་ཀྱི་རྩ་དེ་རོགས་ཟེར་དུས་ན་དེའི་འོག་སོར་བརྒྱད་ཀྱི་མཚམས་ན་རྩ་མདུད་དབུ་མིག་གི་རྩ་མདུད་ཡོད་རེད་ཟེར་ན་དེ་གསུམ་པོ་ཡོད་རེད་བ། དབུ་མིག་གི་རྩ་མདུད་ཡོད་ས་གི་ཐད་ཀ་ལ་དེ་ནས་དམིགས་པ་བལྟས་དེ་ནི་ད་རོགས་རྐྱང་གི་ཀློང། རོགས་རྐྱང་གི་ཀློང་དེ་དབུ་མི་ནང་དུ་ཡང་འཇོག་གི་གི་དེ་རོགས་ཟེར་དམིགས་པ་ཟེར་དེ་འདྲ་ཟེར་ཡོང་བ་ཡིན་ན། ད་སེམས་དང་ནི་དེ་ནས་ཀློང་གཉིས་ཀ་དེ་འཇོག་པ་གཅིག་པ་ཡིན་དུས་ཀློང་འཇོག་གི་རེད་ཟེར་རེད་ད་དེ་ནས་མ། རོ་རྐྱང་གཉིས་ཀྱི་ནང་ནས་མ་སློང་འཇོག་དེ་ནི་དེ་ནས་བདག་དེ་གི་དབུ་མའི་ནང་དུ་བར་འཇོག་དེ་ནི་དེ་འདྲ་བྱས་དེ་ནི་དག་སེམས་ཀྱི་དེ་འདྲ་བྱས་སྒོང་འདེབས་པ་ཡིན་ན་སློང་ཡང་དེ་འདྲ་བྱས་ནས་འཇོག་གི་ཡོད་རེད། སློང་དེ་འདྲ་བྱས་འཇོག་པ་ཡིན་ན་དེ་ནས་བདག་དེ་གི་རོ་རྐྱང་གི་འདི་པ་དེ་གཤེགས་དེ་ནི་དབུ་མ་ཁ་ཟས་ཡོང་བ་རེད། དབུ་མ་ཁ་ཟས་ཡོང་བ་ཡིན་ན་དེ་ནས་དབུ་མའི་ནང་དུ་སློང་འཇོག་པ་དེ་དེ་རུ་སོགས་ཡོང་གི་རེད་སོགས་དེ་འདྲ་བྱས་ནས་གཏོང་གི་ཡོད་རེད། ན་དེ་དང་དེ་འདྲ་བ་གི་ལུས་ཀྱི་དེ་ནི་རྩ་དང་རླུང་དང་ཐིག་ལེ་ཀྱི་གནས་དེ་སོགས་ཡག་པོ་ཅིག་ཏུ་རོ་ཟེར་ན་དང་པོ་ཤི། ཤི་ནས་དེ་ནི་དེ་སོགས་ཀྱི་གནས་དེ་སོགས་ཤི་བ་ཀྱི་སྟེང་ནི། དེ་འདྲ་གི་དེ་ནི་དག་རྩ་རླུང་གི་ཐིག་ལེ་དེ་སོགས་ཐམས་ཅད་ལ་དམིགས་པ་ཀྱི་གནས་དེ་སྣོན་པ་ཡིན་ན། དེ་ནི་དག་དེ་རྩ་རླུང་ཐིག་ལེ་ལས་སུ་རུང་རྩ་རླུང་ཐིག་ལེ་ལས་སུ་རུང་དེ་ནི་དག་རྫོགས་རིམ་གྱི་ཡེ་ཤེས་སྐྱེ་ཡོང་བར་རོ། འོ་དེའི་རྒྱུ་མཚན་གྱི་དེ་ནི་འདི་ན་རྩ་དང་རླུང་གི་རྣམ་གཞག་དེ་ཤེས་ན་དགོས་ཆེད་ཀྱི་རྒྱུ་མཚན་འདྲ་དེ་དེ་འདྲ་ཅིག་ཡིན་གྱི་ཡོད་རེད། དེ་རེད་སོང་བར་ཨ་བདེ་ཡིན་ཆོག་དེ་ནི་རྩ་རེད་ཉུང་ཉུང་གཅིག་མ་གཏོགས་བཙོག་མི་འདུག་ད་རྣམ་པ་ཚོ། འདིའི་སྐོར་དེ་ལྟས་སུ་རྒྱས་པ་ཟེར་ན་ཏེ་ལྟ་དགོས་ཀྱི་ཡོད་ན་དེ་ནི་ཟབ་མོ་ནང་དོན་གྱི་ནང་ན་གཟིགས་པ་ཡིན་ན་ཟབ་མོ་ནང་དོན་གྱི་ནང་ན་རྩ་ཡི་རྣམ་གཞག་རྐྱང་རྐྱང་དེ་འདྲ་ཟེར་ན་ལེའུ་གཅིག་དང་པོ་ཟེར་ན་གསུངས་ཡ་ཡོད་རེད། ཨ་དེ་མ་ཡིན་ན་ཡང་ན་བྱུ་རུག་གི་རྣམ་བཤད་ཆེ་ཡ་ཐམས་ཅད་ཀྱི་ནང་ན་ཡང་ན་ད་རྩ་གི་རྣམ་གཞག་བཤད་ཡོད་ས་ནི་མང་པོ་འདུག་ད་དེ་མི་གཉིས་ཀྱི་དེ་ནི་ད་གསང་འདུས་སྐུ་གསང་འདུས་རུ་སྔགས་ཀྱི་ཐིག་དེ་ཚོ་ཐམས་ཅད་ཀྱང་རྣམ་བཤད་དེ་ཚོ་ནང་ན་ཡང

དེ་ནས་དེ་རྣམས་སའི་སྤྱན་གྱི་དང་ཏོག་ཏུ་གྱུར་པ་བསྐོང། མཐར་ནི་འོག་པ་མེད་པའི་རང་བཞིན་ནོ་གསུངས་ཏེ་ནི་དེ་གྱེན་རྒྱུ་ཟེར་གྱི་འདུག་བ་གྱེན་རྒྱུ། གྱེན་རྒྱུ་ཟེར་གྱི་སྟེ་མགྲིན་པ་ཡན་ཆོད་ཀྱི་ཙཀ་གི་ནང་དུ་གྱུར་གྱི་ཡོད་རེད་གསུངས་བ་རེད་ད། མགྲིན་པ་ལ་གནས་ཏེ་ནི་དེ་ནི་མགྲིན་པ་ཡན་ཆོད་ལ་དུར་གསུངས་ནས་རྒྱུ་བ་དང། མེ་དང་མཉམ་གནས་ལྟེ་བར་ནས་དོན་ཡོད་གྲུབ་པ་རང་བཞིན་ནོ་གསུངས་ཏེ་ནི་དེ་གི་ཙཀ་རང་མེ་མཉམ་རྗེས་ན་འདྲ་མཉམ་གནས་རྗེས་ན་འདྲ་མེ་མཉམ་རྗེས་ན་འདྲ་འདི་ལྟོ་བ་ལ་གནས་ཏེ་ཡོད་རེད་གསུངས་བ་རེད། ནི་ཁྱབ་བྱེད་ཡིན་ལ་ཀུན་ལ་ནི་རྣམ་པར་སྣང་མཛད་ཟིན་གྱི་ལ་གསུངས་འདོད་ན་ད་དེ་རིག་སྔགས་ཀློང་ཟེར་ནས་སྙིང་དག་དག་ཏུ་སོང་སྟེ་རེག་ཅིང་དུ་བརྟག་མ་བརྟག་དྲག་ཏུ་འདོགས་ཏེ་གང་དག་དེ་ནི་དེ་འདྲ་ཅིག་རེད་དེ་འདུག་དེ་ལ་འདི་གི་ནང་གི་དཔེར་ན་སྲོག་ལོང་དེ་གང་ལ་གནས་པ་རེད་ཟེར་དུས་སྙིང་ག་ལ་གནས་པར་ཟེར་ཏེ་དེ་ནི་ག་ནི་གནས་ཟེར་དུས་དེ་ལ་དག་འདི་གི་འདོམ་གི་འདོམ་ལ་གནས། བྱིང་རྒྱུ་དེ་མགྲིན་པ་ལ་གནས་ཁྱབ་བྱེད་ཀྱི་ཀློང་དེ་ཡན་ལག་ཐམས་ཅད་ལ་གནས་སྙམ་ནས་དེ་ལྟོ་བ་ལ་གནས་གསུངས་འདོད་ན་ད་དེ་འདྲ་ཟེར་ནས་ཤེས་པར། ད་འདི་གི་ཆ་ལོག་ཏུ་ཤེས་ཡོན་དུ་བསྐྱེད་ལ་ད་ཐོག་མ་དེ་ནས་རང་གི་ལུས་དེ་གྲོལ་བའི་གནས་སྐབས་སུ་སྲོག་གི་སྲོག་རླུང་དེ་སྙིང་གི་དེ་ག་ལ་བྱ། སྲོག་རླུང་དེ་གི་ཆ་གཅིག་བྱིན་དུ་དུ་ལོག་ཟེར་དེ་ནི་རྒྱུ་བ་དང་ཆ་གཅིག་འཐོར་དུ་བྱེད་དེ་ནི་དེ་གི་དེ་ནི་འཐོར་དུ་བྱེད་པ་དེ་ཐོར་སེར་གྱི་རླུང་ཟེར་དེ་ནི་ད་བཤང་གཅི་འབྱིན་སྡོམ་ཟེར་པ་ལ་སོགས་པ་དེ་འདི་སེ་བཤང་བ་དང་གཅི་བ་འབྱིན་སྡོམ་ཟེར་པ། ངོ་དེ་འདྲ་གི་དེ་ནི་ཟ་བ་ཟེ་གི་ཡོ་རེ་སོང་བར་བྱིན་རྒྱུ་ཟེར་རྒྱུ་དེ་ད་འདྲེན་པ་ལ་གནས་དེ་ནི་འདྲེན་པ་ནི་ཟ་མ་ལ་སོགས་པ་དེ་འདྲ་ཐམས་ཅད་དེ་ཚོར་རྙེད་རྒྱུ་ལ་སོགས་པ་དེ་འདྲ་གི་དེ་ནི་ཟ་བ་དེ་ཟེ་གི་རེ་སོང་ནི་དེ་བཤད་ཡོ་ར་དེ་འདྲ་བཤད་གི་ཡོ་ར་དེ་ནི་ད་ལྟ་འགས་ཀི་མེ་མཉམ་ཟས་འདོགས་རྒྱུ་དེ་དེ་ནི་སྙིང་དར་ལྟོ་བ་ལ་གནས་དེ་ནི་དེ་ནི་ཟས་སོགས་ཐམས་ཅད་དེ་གཞོ་དེ་ནི་ཟས་གི་དྭངས་ཤིང་རྒྱས་དེ་ནི་དྭངས་མ་ཐམས་ཅད་དེ་ད་རྩ་གནས་སུ་འདྲེན་པ་དང་ནི་དེ་ནི་སྙིགས་མ་ཐམས་ཅད་དེ

དེ་ནི་ག་རེ་ཡོང་གི་འོ་རུ་སི་དུས་དེ་ཚེ་འདི་གི་སྟེང་གི་རྣམ་རྟོག་རྣམ་པ་སྣ་ཚོགས་པ་དེ་སྲོག་རླུང་གིས་བསྐྱེད་ཀྱི་ཡོད་རེད་གསུང་བ་རེད་སྙིང་ག་ལ་གནས་དེ་ནི། ད་རྒྱ་ལ་ཀ་སིའི་མི་དེ་ཤི་འགྲོ་བ་ཡིན་ན་དེ་ནི་ད་དེ་གི་དེ་ནི་ད་ར་དེ། སྲོག་རླུང་དེ་ད་ཉིན་སྲིང་ཆ་གཅིག་ལ་དེ་ནི་རླུང་ཉི་ཁྲི་ཆིག་སྟོང་བརྒྱུད་དེ་ནི་དེ་ནི་འགག་འགྲོ་གི་ཡོད་རེད་སྲོག་རླུང་དེ་འགག་འགྲོ་དུས་དེ་ནི་ག་རེ་ཡོང་གི་འོ་རུ་སི་དུས་དེ་ལ་ད་མི་ཤི་འགྲོ་གི་ཡོད་རེད་མི་འཆི་བ་དེ་འདྲ་སྐྱིད་པ་སྲིད་པ་རེད་གསུང་བ་རེད། ད་རྒྱ་ལ་ག་སྲིད་དེ་ནས་འདི་ན་ཐུར་སེར་བ་ཐུར་སེར་དེ་གཉིས་ཀ་འོག་གི་བཤང་བ་དང་ལྕི་བ་ལ་སོགས་པ་འགྱིང་སྡོམ་ཟེར་གི་རེད། ཟེར་གི་རེད་དེ་རྒྱ་ལ་ག་སྲིད་དེ་ནས་བཤང། ད་ར་དེ། ད་ལྟ་གི་གི། ཐུར་སེར་གི་ཀློང་དེ། རང་གནས་ཀྱི་དེ་ནས་རྩ་དོང་གཅིག་ཉི་མ་ཟེར་གི་ཡོད་རེད་དེ་རྩ་དོང་གཅིག་ཉི་མ་ཟེར་འདུག་རྒྱུ་འདི་རྩ་དབུ་མ་གི་དེ་ནས་ད་རྩ་མཚམས་འདི་འདུག་གི་མེ་མཆོག་གི་རྩ་དབུ་མ་སྣེ་མོ་དེ་ལ་དོང་གཅིག་ཉི་མ་རྫོགས་ལ་ཡིན་གསུངས་དེ་ནས་ད། ཟབ་མོ་ནང་དོན་གྱི་འགྲེལ་བ་དེ་སོགས་ཀྱི་ནང་ན་དུ་རུག་སོང་ནས་སོང་ངོ་རེད་རྩ་དོང་གཅིག་ཉི་མ། རྩྭ་དོང་རྩིས་མ་ལ་གནས་དེ་ནི་ཤང་ཆེན་འཇིང་དོམ་ཟེར་གི་ཡོད་རེད་ཟེར་རྒྱ་ལ་དཀར་བསིལ་དེ་ནི་ཐུ་སེར་ཏེ་ས་རྩྭ་ད་ར་དོང་རྗིང་མ་ལས་ལོགས་སུ་དུར་ཟེར་ནས་རྒྱུ་སོང་བ་ཡིན་ན་ད་དེ་ནི་ག་རེ་རེད་ཟེར་འདུག་དེ་ལ་ད་དེ་དུས་ད་སྨད་གི་ནས་ད་གྲི་ཆུ་འགག་པ་དང། དེ་ནི་དེ་ནང་བཞིན་བཅིང་གི་ཡང་ན་དེ་ནི་ད་དེ་ཤང་ཆེན་འཇིང་དོམ་ཟེར་མི་ནུས་པ་ལ་སོགས་པ་དེ་འདྲ་གི་དེ་ནི་གོ་སྨད་གི་ནས་ཕར་ཆེ་བ་དེ་ད་དེ་འདྲ་སྐྱེས་ཡོང་རེད་གསུངས་ནས་དེ་བཤད་གི་ཡོད་རེད། དེ་ནས་ད་ཀོང་ད་རང་སྐད་ཀྱི་བྱེད་འགྱུ་དེ་ཀོང་མ་ལ་གནས་དེ་ཡོད་རེད་སོང་ར་མགྲིན་པ་གི་ཀོང་མ་ལ་གནས་དེ་ཡོད་རེད་སོང་ར། ད་དེ་གི་ཁོ་རང་གི་དེ་ནས་ཟ་བ་དེ་ཟས་གོང་མི་པ་ལ་སོགས་པ་ཟེར་བའི་ཡོད་རེད་དེ་དེ་ཁོ་རང་གནས་ས་དེ་རྩ་གླང་ཆེན་སྐྱེ་ཟེར་གྱི་སྐད་ཀྱི་ནང་དེ་ད་འཇོག་གི་ཡོད། དེ་འདྲ་རྩ་གླང་ཆེན་སྐྱེ་དེ་ལ་གཞན་དུ་དུ་རོགས་ཟེར་ན་ལོག་སོང་བ་ཡིན་ན། ད་མགོ་ཡི་འཁོར་གྱི་རྫས་བསྲུང་ནས་འདྲ་འདྲ་དེ་ནས་ལུས་པོ་ལྟོགས་ཀི་ནས་དེ་དེ་འདྲ་གི་རིགས་དེ་ཕར་ཆེ་བ་དེ་དུ་རུག་ཟེར་དེ་ནས་དེ་འདྲ་སློང་དེ་ལོག་ད་རང་གི་རྩ་ལ་གཞན་དུ་དུ་རུག་ཟེར་ནས་ལོག་སོང་བ་ཡིན་ན་དེ་འདྲ་གི་ནད་དེ་སྐྱེ་གི་ཡོད་རེད་གསུང་དེ་སོང་བ་རེད། ད་མེ་མྱང་དེ་ལྟོ་བ་ལ་གནས་དེ་ནས་ཟས་ཟས་རྒྱོ་བ་བཏང་ན་དེ་ནས་དེ་དྭངས་ཤིང་རྒྱས་པ་ལ་སོགས་པ་ཟེར་ལེ་རེད་ཟེར་སོང་བ། ཨ་འདི་ཁོ་རང་གི་དེ་ནས་འགྱོད་ས་གི་རྩ་དེ་ལ་རྩ་སྣར་མ་ཟེར་གྱི་ཅིག་ཡོད་གསུང་གི་ཡོད་རེད། རྒྱ་ལ་སྐར་སིའི་རྩ་སྣར་མ་དེ་ལ་དེ་ནས་ཁོ་རང་མ་གྱོད་དེ་ནས་དེ་ལ་གཞན་གི་ལོག་པར་གྱོད་པ་ཡིན་ན་དེ་ནས་ཁོག་པ་འབུལ་བ་དང་དེ་ནས་ཁོག་པ་རྒྱུག་རྒྱུ་ལ་སོགས་པ་དེ་འདྲའི་གི་དེ་ནས་ཟ་བ་དེ་ཟེར་གི་རེད་གསུང་བར། ད་ནི་ཆབ་སྲིད་དེ་ལུས་ཀྱི་ཡིན་ལག་ཐམས་ཅད་ལ་ཆབ་དེ་ཡོད་ཟེར་ནས་བཤད་གི་འདུག་བ། ཆབ་དེ་ཡོད་དུས་དེ་ལ་ད་དེས་དེ་ནས་རང་གང་ནས་འགྱོད་པར་ཟེར་བའི་གི་རྩ་དེ་ལ་གཞན་དུ་ལོག་སོང་བ་ཡིན་ན་དེ་ནས་རྐང་རྐང་ལག་བཞག་གི་རྫས་སོང་ནས་འདྲ་རྐང་ལག་ཧྲེང་འགྲོ་གི་རྫས་སོང་ནས་འདྲ་དེ་སོགས་ཐམས་ཅད་ཀྱི་ཞག་རེང་གིས་དེ་ནས་དེ་འདྲ་གི། དང། ནད་རྫོགས་དགོས་ན་འདྲ་དེ་འདྲ་དེ་སྐྱེས་པར་ཟད་ལ་རེད་སོང་དེ་འདྲ་སོང། གླུ་དང་རུས་པར་གཙང་པ་དང་ལྷ་སྦྱིན་བཏང་ནས་གཞུ་ལ་སྦྱར་རེ་ཞིག་གླུ་ཡི་ཀློང་དང་རུས་པར་གྱི་ཀློང་དང་གཙང་པོའི་ཀློང་དང་ལྷ་སྦྱིན་གྱི་ཀློང་དང་གཞུ་ལ་སྦྱར་ཟ་ནོར་ལ་སྦྱར། ཀློང་དང་ཡན་ལག་གི་ཀློང་ལྔ་བཤད་ལ་རེད་ད་དེ་འདྲ་གི་དེ་ནས་ད་རྩ་བའི་ཀློང་ལྔ་བཟླས་ཀྱི་རྩ་བའི་ཀློང་ལྔ་ལས། སླར་ཡང་བསྡུ་རུག་བཟོས་འདུག་ན་དག་ཡིན་ལགས་ཀློག་ན་དཔྱད་དགོས་ཡོད་རེད་ཅིག་གོ་འོ་དོད་དེ་ལ་ད་འདི་མགོན་པོ་བློ་གྲོས་ཀྱི། ཀློང་ན་ཁྲ་བོ་བཟོ་བཅུག་ནས་ཤི་དང་ཡང་དག་འདྲི་སྦྱོར་ནི་དབང་པོའི་ལམ་ནས་བཟུང་ནས་ནི་ཡོད་རྣམས་ལ་ནི་དམིགས་པར་ཟེར་གསུངས་འདུག་ན་དག་རུག་ངག་གི་སྐབས་སོགས་དེ་ནི་ཡིན་ལགས་ཀྱི་ཀློང་དུ་སོགས་ཐམས་ཅད་དེ་ཤེས་འདོད་དེ་ག་རེ་རེད་ཟེར་དུས་དེ་ལ་དག་དེ་ཤིན་ཏུ་ཁྲ་བོ་གི་བཟོ་དགོས་ན་ཆོག་གི་འདུག་དག་ཀློང་དེ་ཁོ་རང་གི་ངོ་བོ་དག་དེ་ནི་རྫས་རེད་དེ་ཡོར་བ་དེ་དང་དེ་འདྲ་བ་གི་དེ་ནི་དག་ཁྲ་བོ་བཟོ་དེ་དེ་ནས་དེ་ཉིད་གཞོན་པར་ཟད་པའི་རྣམ་ཤེས་དང་འདྲིས་ཏེ་ནི་དེ་ནི་དབང་པོ་གི་ལམ་ལས་གསུངས་དོན་ནི་སོ་རོག་གི་ཡུལ་འཛིན་པར་ཟད་ལ་རེ་གསུངས་དོན་ནི་དེ་འདྲ་ཞེས་བཤད་ཡོད། དེ་ནི་ད་ལྟ་རང་རྒྱལ་གྱི་རྣམ་རྟོག་དེ་དང་ནི་དེ་ནི་ཀློང་གཉིས་ཀ་འཇུག་པ་གཅིག་པ་ཡིན་པ་ཡང་ན་ངོ་བོ་གཅིག་པ་ཡིན་པ། དེ་འདྲ་གི་དེ་ནི་རྣམ་རྟོག་དེ་ཉིད་ཡོད་ལ་གཡོ་བའི་ཟ་བ་དེ་ཀློང་གིས་ཟད་ཀྱི་ཡོད་པ་དེ་འདྲ་ཞེས་བཤད་ཀྱི་ཡོད་རེད། དེས་དོན་འདི་ནི་ཤེས་པས་ཀྱི་དེ་ནི་ཡན་ལག་གི་ཀློང་ལྔ་དུ་སོགས་ཐམས་ཅད་ཀྱི། དབང་ཤེས་ལྔ་པོ་དེ་ཡོད་ལ་གཡོ་བའི་ཟ་བ་དེ་ད་ལྟའི་ཀྱི་ཡན་ལག་གི་ཀློང་ལྔ་གིས་ཟད་ཀྱི་ཡོད། རེད་གསུངས་པ་རེད་དེ་ནས་ཤི་དང་ཡང་དག་འདྲི་སྦྱོར་ནི་དབང་པོའི་ལམ་ནས་བཟུང་ནས་ནི་ཡོད་མེད་ལ་ནི་དམིགས་པར་སེལ་གསུངས་འོང་དུས་དེ་ལ་ད་ཤི་བ་དང་འདྲིས་དེ་ནི་དབང་པོའི་གི་སྒོ་ལས་ཟོར་དུ་སོང་དུས་ནི་ད་ཡོད་ལ་འཇོག་པར་བྱེད་པ་རེད་གསུངས་ནས་དེ་གསུངས་ཀྱི་ཡོད་རེད་བ། དེའི་ནང་ནས་ད་ཐོག་མར་བློའི་ཀློང་ཟེར་ན་འདྲ། ད་རུས་པར་གྱི་ཀློང་ཟེར་ན་འདྲ་ད། མ་རེད་ད་བློའི་ཀློང་དེ་རེད་འདུག་བ་བློའི་ཀློང་དེ་བློའི་ཀློང་དེ་འདྲ་མཁན་ཅི་ར་དེ་ནས་སོགས་པ་དབྱེ་བ་གི་ཐད་ཀྱི

དེ་ལས་བརྗོད། དེ་ལས་བརྗོད་དེ་ནི་རྩ་དེ་ཡི་རྩེ་མོ་གཅིག་སྟེ་སྣ་ལ་ཟུག་དེ་ཡོད་རེད་གསུངས་པ་རེད་ད། འདི་གི་རྩ་དེ་ད་འདི་གི་དབང་པོ་དབང་པོ་རེད་འདུག་བ་ད་དེང་སང་སྐད་ཆ་ཤི་ན་དབང་རྩ་རེད་ཅེ་ན་ག་ཅི་ཆོག་ཅི་འདྲ་ཅི་ཡིན་ས་རེད། རྣ་བ་ལ་ཟུག་དེ་ནི་དེ་འདྲའི་རྣ་བ་དེ་གི་དེ་ནི་ད་སྒྲ་འཛིན་པ་དང་རྐང་ལག་ལྕགས་སྐུམ་ལ་སོགས་པ་གི་ཟེ་བ་ཟེད་པ་རེད་གསུངས་དེ་ནི་ད་འདི་གི་ད་རང་རྒྱུད་གི་རུས་པར་གི་ཀློང་དུ་བཤད་དུས་དེ་འདྲ་ཅིག་བཤད་གི་ཡོད་རེད། ད་གཙང་པོ་གི་སློང་ཟེར་གྱི་དེ་གང་ནས་འཇོག་གི་ཡོད་རེད་ཟེར་དུས་སོག་པ་གཡོན་གྱི་ཐད་ཀ་གི་རྩ་ཨ་ལམ་པུ་ཁ་ཟེར་གྱི་ཅིག་ཡོད་རེད་གསུངས་བ་རེད་སོག་པ་གཡོན་གི་ཐད་ཀ་ལ་རྩ་ཨ་ལམ་པུ་ཁ། རྩ་ཨ་ལམ་པུ་ཁ་དེ་གི་རྩེ་མོ་བརྩེགས་དེ་ནས་ད་ད་ད་གི་གི་སྣ་རྩེ་ལ་ཟུག་གི་ཡོད་རེད་གསུངས་གསུངས་འདུག་བ་སྣག་གི་རྩེ་མོ་ལ་སྣག་གི་རྩེ་མོ་ལ་ཟུག་དེ་ནས་དེ་གི་དེ་ནས་གྲི།

དང། གཡུ་ལས་སྦྱར་རྫས་ནི་ནོར་ལས་སྦྱར་རྫས་ནི་དུས་ཀྱི་ཀློང། དུས་ཀྱི་ཀློང་དེ་ནི་དེ་ནས་ནུ་མ་གཡས་པ་ཐད་ཀྱི་རྩ། ཀུ་ཧ་ལ་ཨ་རྫོགས་བྱེད་ཅིང་ཡོད་རེ་གསུང་བ་དང། ད་དུས་ཀྱི་རྩ་དེ་ལས་གཡོས་དེ་ནི་དུས་རྩ་དེ་ཀྱི་རྩེ་མོ་བརྩེགས་ཏེ། ད་སྐྱེས་ཆུང་གི་དབུས་དང་དེ་ན་གཞི་བྱིན་གྱི་དག་དག་གི་ལུས་ཀྱི

རླུང་དང་རྣམ་རྟོག་གཉིས་འཇུག་པ་བསྐྱེད་པ་དང་དེ་ནས་རྣམ་རྟོག་རླུང་གི་རྟགས་ལ་ཞོན་པ། ཞོན་གྱི་ཡོད་པ་དང་རྣམ་རྟོག་དེ་རླུང་རླུང་དང་འཇུག་པ་བསྐྱེད་པ་ཟད་དེ་ནས་རླུང་དེ་ཉིད་ཀྱི་ཡོད་ལ་གཡོ་བ་ཟད་ཀྱི་ཡོད་པ་དུད་འགྲོ་གཅིག་ལ་གོ་བ་བླང་བ་ཡིན་ན། ད་འདི་ཀྱི་དེ་ནས་ཡན་ལག་གི་རླུང་ལྔ་པོ་འདི་དག་ཐམས་ཅད་དེ། ད་དགུང་གི་རྣམ་ཤེས་ཀྱི་བཞོན་པར་གྱུར་པ་གྱི་རླུང་རེ་རེ་ཡོད་དང། དེ་གཉིས་གང་ལ་རྒྱུ་བའི་གྱི་རྩ་དེ་སོགས་ཐམས་ཅད་དེ་དགུང་གི་རྣམ་ཤེས་ཀྱི་དེ་ནས། ད་བདག་རྐྱེན་དུ་གྱུར་པ་གྱི་དེ་ནས་དབང་པོ་དེ་སོགས། ད་དེ་འདྲ་ཅིག་དུར་ཟོས་ནས་ན་གོ་བ་ལངས་ན་ད་འགྲོ་གི་ཡོད་པ་རེད། ཞེས་གསུངས་པ་རེད། དེ་ནས་རྡོ་འཕྲང་ལན་སློང་བརྒྱ་རྩ་བརྒྱད་སོང་སོ་ཞེས་ད་དེའི་ཞེང་དུ་དེ་ནས་རྡོ་རྗེ་འཕྲེང་བ་གི་ནང་ན་ད་སློང་བརྒྱ་རྩ་བརྒྱད་ལ་སོགས་པ་སོང་འདུག་གསུངས་བ་རེད་ད་དེ་ཚད་གི་མ་རེད་ད་སློང་གི་དབྱེ་བ་དེ་ཧ་ཀླད་པ་མང་པོ་དེ་འདྲ་ཟོས་ནས་སོང་བ་འདྲོ། དེའི་རྗེས་ད་དེ་ཚོ་ནང་ནོ་དེ་ཞེས་བྱས་ནས་ཡང་ན།